འགྲེལ་པ་དོན་གསལ་ཞེས་པ་ལ་རྩ་བའི་ཟབ་ཆོས་གསུམ་བསྟན་བཅོས་ལ་འཇུས་པའི་ཡན་ལག་བསྟན་བཅོས་ཀྱི་ཡན་ལག་ཅན་གྱི་བསྟན་བཅོས་ཀུན་བསྟན་བཅོས་ཇི་ལྟར་བརྒྱུད་པའི་ཚུལ་བཤད་པ་དང་རྩ་བའི་ཟབ་ཆོས་གསུམ་ཡོད་པའི་ནང་ན་གཉིས་པ་ཡན་ལག་ཅན་གྱི་བསྟན་བཅོས་དངོས་བཤད་པ་ལ་བཤད་པ་ལ་འཇུག་པ་ཤེས་པ་ངེས་པར་དགོས་པ་ཤེས་པ་ཡོངས་སུ་རྫོགས་པའི་བྱ་བ་དང་གསུམ་ཡོད་པའི་ནང་ན་གཉིས་པ།

བསྡུས་དོན་ལུས་རྣམ་ཤེས་ཞེས་པ་དང་ཚིག་དོན་ཡན་ལག་བརྒྱད་ཤེས་ཞེས་པ་གཉིས་ཡོད་པའི་ནང་ནས་གཉིས་པ་ཚིག་དོན་ཡན་ལག་བརྒྱད་པར་བཤད་པ་ལ། ཐོས་བསམ་གྱི་རྟེན་ལ་ཨ་པའི་ཡུལ་ཉམས་སུ་ལེན་པའི་སྦྱོར་བ་ཉམས་སུ་ལེན་པའི་འབྲས་བུ་ཞེས་པ་དང་རྩ་བའི་ཟབ་ཆོས་གསུམ་ཡོད་པའི་ནང་ནས་གཉིས་པ། ཉམས་སུ་ལེན་པའི་སྦྱོར་བ་ཞེས་པ་ལ་རྩ་བའི་ཟབ་ཆོས་བཞིའི་དབང་ཐོབ་པའི་དོན་དུ་བསྒོམ་པ་རྣམ་ཀུན་དབང་ཐོབ་པའི་ཚུལ་གྱིས་བསྒོམ་པ་རྩེ་སྦྱོར་བསྟན་པ་ཐོབ་པའི་དོན་དུ་བསྒོམ་པ་མཐར་གྱིས་པར། བསྟན་པ་ཐོབ་ནས་ཕྱི་རྒྱལ་དགོན་པ་སྐད་ཅིག་མའི་འབྱོར་བ་དང་བཞི་ཡོད་པའི་ནང་ནས་དང་པོ་ལ་འབྲེལ་དགོས་པའི་མཚམས་ཆ་ཆུ་མཚོན་ཆོས་ཀྱི་ཆུ་རྒྱས་པ་ཞེས་སྐབས་ཀྱི་སྒོ་ནས་མཇུག་བསྡུ་བ་དང་གསར་ཆ་གསུམ་ཡོད་པའི་ནང་ནས་གཉིས་པ་མཚོན་བྱེད་ཀྱི་ཆུ་རྒྱས་པར་བཤད་པ་ལ་འབྱོར་བ་ལ་འཇུག་ཚུལ་གཏན་ལ་ཕབ་པ་འབྱོར་བའི་འབྱོར་བ་བསྐྱེད་པའི་གོ་རིམ་ཞེས་པ་གཉིས་ཡོད་པའི་ནང་ནས་དང་པོ་བཤད་པ་ལ་བསྒོམ་པར་བྱ་བའི་རྣམ་པ་སྒོམ་པ་པོའི་གང་ཟག་ཡུལ་ཅན་འབྱོར་བའི་དབྱེ་བ། འབྱོར་པའི་སྔོན་འགྲོའི་ཆོས་ཉེ་རྒྱུ་ཐར་པ་ཆ་བདུན་དང། རྩ་བའི་ཟབ་བཅས་ལྔ་ཡོད་པའི་ནང་ནས། ད་ལྟ་ཡུལ་ཅན་གྱི་འབྱོར་བ་བཤད་པའི་སྐབས་སུ། ད་འདི་གོང་ལ། ཟབ་བཅས་དང་པོ་སྟེ། སྒོམ་ཡས་ཀྱི་རྣམ་པ་དེ་བཤད། ཟབ་བཅས་གཉིས་པའི་སྐབས་སུ་སྒོམ་མཁན་གྱི་གང་ཟག་དེ་བཤད། ད་གསབ་བྱེད་གསུམ་པའི་སྐབས་སུ་ནི། ཡུལ་ཅན་གྱི་སྦྱོར་བ་ཞེས་པའི་ཡུལ་ཅན་གྱི་སྦྱོར་བ་དེ་ཡུལ་ཅན་སྦྱོར་བ་ཟེར་ཏེ། དཔེར་ན་ང་ཚོ་ཚད་མ་ཤེས་པའི་སྐབས་སུ། དེ་ནས་སྣང་བ་དང་གསལ་བ་ལྟ་བུ་དེ། བསྒོམ་པར་བྱ་བའི་རྣམ་པ་ཟེར་ཏེ། དེ་ནི། ད་ལྟ་ཡུལ་ཅན་གྱི་སྦྱོར་བ་ཟེར་ངེས་ཏེ། དེ་ནི། མངོན་སུམ་དང་རྗེས་དཔག་ལྟ་བུ་བློ་དེ་ལ་བཞག་པ་རེད། དཔེར་ན། བློ་མངོན་སུམ་མཚན་མ་ལ། འཛིན་སྟངས་སྣང་བ་ཡོད་པ་བཞིན་དུ། འདིའི་སྐབས་སུ། ཡུལ་ཅན་ཏིང་ངེ་འཛིན་ལ། དེ་ནི། འཛིན་སྟངས་གོང་དུ་བཤད་པ་དེ་ཚོ་ཡོད་རེད་ཅེས་པ་རེད། དེ་དང་གཅིག་པ་གཅིག་རྐྱང་འགྲོ་སྟངས་འདྲ་བོ་རེད། འདི་གསར་བརྗེའི་སྐོར་ལ་ཡུལ་ཅན་གྱི་འབྱོར་བ་ཟེར་ཏོ་ཡུལ་ཅན་གྱི་འབྱོར་བ་ཟེར་ན། ཡུལ་ཅན་གྱི་འབྱོར་བ་ཟེར་དུས་གང་ལ། ཏིང་ངེ་འཛིན་དེ་རེད། ཏིང་ངེ་འཛིན་དེ་རེད། དེའི་གི། རྣམ་པའི་ཡུལ། དེ་ནས་སྒོམ་པར་བྱ་བའི་རྣམ་པ་དེ་ཚོ་རེད། དཔེར་ན། མངོན་སུམ་ཚད་མའི། འཛིན་སྟངས་དེ་སྣང་བ། རྗེས་དཔག་ཚད་མའི་འཛིན་སྟངས་དེ་གསར་བ་བཞག་པ་བཞིན་དུ། སྐབས་འདིར་དེ་ནི། སྣང་གསལ་དང་འདྲ་བར་བསྒོམ་པར་བྱ་བའི་རྣམ་པ། དེ་ནི་མངོན་སུམ་དང་རྗེས་དཔག་དང་འདྲ་བ་དེ་ཡུལ་ཅན་གྱི་སྦྱོར་བ་ཟེར་ཏེ་ཤེས་པ་དེ་ས་བཅད་གསུམ་པ་ཡུལ་ཅན་གྱི་སྦྱོར་བ་རེད། ད་ཡུལ་ཅན་གྱི་སྦྱོར་བ་ཟེར་ན། དེ་འདྲའི་བསྒོམ་པར་བྱེད་པའི་རྣམ་པ་དེ། སྒོམ་མཁན་གྱི་ཏིང་ངེ་འཛིན་དེ་ལ་ཡུལ་ཅན་གྱི་སྦྱོར་བ་གཟིགས་པ་རེད། རེ་བ་དེ་རེད། ཁོ་གལ་ཏེ་ཡུལ་ཅན་གྱི་སྦྱོར་བ་ཟེར་ན། འཛིན་སྟངས་དེ་ཡོད་མཁན་གྱི་ཏིང་ངེ་འཛིན་དེ་འདྲའི་འཛིན་སྟངས་དེ་ཡོད་མཁན་གྱི་ཏིང་ངེ་འཛིན་གཟིགས་པ་རེད། དེ་ལ་དེ་ནས་དབྱེ་བ་ཟེར་དགོས་དུས་ཉི་ཤུ་དེ་ནས་ཉི་ཤུ་ཐམ་པ་ཆགས་སོང་བ་རེད། མདོར་ན། ད་འདི་ག་ཟུར་བ་རྣམ་པ་ཟེར་དུས་སྒོམ་པར་བྱེད་པའི་རྣམ་པ་ཟེར་ན། བདེན་བཞིའི་གནས་ལུགས་རྟོགས་པའི་འཛིན་སྟངས་ཀྱི་ནང་གསེས་གཅིག་ལ། འདིའི་སྐབས་སྒོམ་པར་བྱེད་པའི་རྣམ་པ་བྱེད། སྒོམ་པ་པོས་གང་ཟག་ཟེར་དུས། དེ་ནི་ཕྱི་ནང་གི་མཐུན་རྐྱེན་གཉིས་ཚང་ནས་ཡོད་པའི་རྒྱུ་མཚན་གྱིས། ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོ་ལ། དེ་ནི། ཐོས་བསམ་སྒོམ་གསུམ་བྱས་ཆོག་པའི་གང་ཟག་དེ་ནི་སྒོམ་པ་པོའི་གང་ཟག་རེད། ད་ཁོག་གིས་སྒོམ་གི་ཡོད་རེད་ཟེར་བ་རེད་སྒོམ་དུས་ཏིང་ངེ་འཛིན་དེ་ད་ལྟ་གཞི་ནས་བཤད་ཏིང་ངེ་འཛིན་ཉི་ཤུ་ཐམ་པ་ཡོད་རེད། ཏིང་ངེ་འཛིན་ཉི་ཤུ་ཐམ་པ་དེ་ཡུལ་ལ་དེ་ནས་སྔར་བཤད་པའི་རྣམ་པ་བརྒྱ་དང་བདུན་ཅུ་དོན་གསུམ་དུ་ཡོད་རེད་ཟེར་བ་རེད། ད་དེ་འདྲ་ཡིན་དུས་ཨ་ནི་གསུམ་པ་ཡུལ་ཅན་གྱི་སྦྱོར་བ་ཟེར་ཤེས་གི་རེད། ད་ཡུལ་ཆེན་གྱི་འབྱོར་བ་ངོ་མ་འདྲ་བོ་དེ་ད་དེ་རིགས་ག་སོ་ར་ཏིང་ངེ་འཛིན་རང་རེད། ཏིང་ངེ་འཛིན་ཉི་ཤུ་ཐམ་པ་རེད་དེ། འདི་ལ་འོག་ནས་བཤད་རྒྱུའི་མཚན་ཉིད་གསུམ་ཙམ་ཡོང་གི་རེད། ཤེས་མཚན། ཁྱད་མཚན། བྱས་མཚན། ངོ་བོ་ཉིད་མཚན་ཟེར་འདི་ཚོ། མདོར་ན། ཤེས་མཚན་ཡོད་པའི་བྱང་ཆུབ་སེམས་དཔའི་ཏིང་ངེ་འཛིན། ཁྱད་མཚན་ཡོད་པའི་བྱང་ཆུབ་སེམས་དཔའི་ཏིང་ངེ་འཛིན། བྱས་མཚན་ཡོད་པའི་བྱང་ཆུབ་སེམས་དཔའི་ཏིང་ངེ་འཛིན་ཟེར་བ་རེད། ཤེས་པའི་མཚན་ཉིད། ཁྱད་པར་གྱི་མཚན་ཉིད། བྱེད་པའི་མཚན་ཉིད་སོགས་ཏེ། ཤེས་ཤེས་ཁྱད་བྱེད་གསུམ་ཡོད་མཁན་གྱི་བྱང་ཆུབ་སེམས་དཔའི་ཏིང་ངེ་འཛིན་དེ་ལ། སྐབས་འདིར་དེ་ནི་ཡུལ་ཅན་གྱི་སྦྱོར་བ་ཟེར་ཏེ་བཤད་པ་རེད། དེ་ལ་ནང་གསེས་དབྱེ་བ་ཉི་ཤུ་ཐམ་པ་ཡོད་རེད། མདོར་ན། ཤེས་མཚན། ཁྱད་མཚན། བྱེད་མཚན་ཚང་མ་བར་མ་ཡོད་ཀྱི་རེད་ད་ལྟ་སྐབས་ཐོག་ལ་འགོད་ཡ་མི་འདུག་སྐབས་ཐོག་ང་ཚོ་འཁོད་ཡ་འདྲ་པོ་དེ། མདོར་ན་ཏིང་ངེ་འཛིན་གཅིག་ལ་གོ་ན་འགྲིག་གི་ཡོད་རེད་བྱང་ཆུབ་སེམས་དཔའི་ཏིང་ངེ་འཛིན་གཅིག་ལ། ཡང་ནི་གོང་དུ་བཤད་ཟིན་པའི་རྣམ་པ་བརྒྱ་དང་བདུན་ཅུ་དོན་གསུམ་སྟེ། ཡུལ་དུ་བྱེད་མཁན་གྱི་ཏིང་ངེ་འཛིན་བགྱི་བ་རེད། དེ་ལ་སྐབས་འདི་ནས་བསྟན་པའི་ཡུལ་ཅན་གྱི་སྦྱོར་བ་ཟེར་ཏེ་བཤད་པ་རེད། དེ་དེར་མདོར་ན། རྣམ་རྫོགས་སྦྱོར་བ་ཟེར་ལ་དགོས་རོ། ད་ལྟ་རྣམ་རྫོགས་སྦྱོར་བ་རྣམ་པ་ཚང་མ། མཁྱེན་གསུམ། མཁྱེན་གསུམ་ལ་ཐོས་གསུམ་བྱས་ནས་རྣམ་པ་བརྒྱ་དང་བདུན་བཅུ་དོན་གསུམ་དུ་བསྡུས་ནས་བསྒོམས་པའི་ཏིང་ངེ་འཛིན་ལ། དེ་ནས་རྣམ་རྫོགས་སྦྱོར་བ་སོགས་རྣམ་རྫོགས་ཀྱི་རྣམ་པ་སྟེ། བརྒྱ་དང་བདུན་བཅུ་དོན་གསུམ་རྫོགས་ཟེར་ན་བསྡུས་ནས་བསྒོམས་པའི་སྦྱོར་བ་ཟེར་ན་ཏིང་ངེ་འཛིན་རྣམ་རྫོགས་སྦྱོར་བ་ཟེར་རྣམ་རྫོགས་སྦྱོར་བའི་མཚན་ཉིད་ཞག་འགྲོ་དུས། མཁྱེན་གསུམ་ཐོས་བསམ་གྱི་རྟེན་ལ་བབ་པའི་དོན། བསྡུས་ནས་བསྒོམས་པས་སེམས་པའི་རྣལ་འབྱོར་རུ་སྟེ་བ། རྣལ་འབྱོར་རུ་ཟེར་ན་ཏིང་ངེ་འཛིན་རེད། སེམས་དཔའ་ཟེར་བྱ་འཇུག་སེམས་དཔའ་རེད། དེ་ནས་མཁྱེན་གསུམ་ལ་དང་པོར་ཐོས་གསུམ་བྱས། ཐོས་བསམ་གྱི་དོན་རྣམ་པ་བརྒྱ་དང་བདུན་ཅུ་དོན་གསུམ་དུ་ཚུད་བསྡུས་ནས་བསྒོམས་པས་བྱ་འཇུག་སེམས་དཔའི་ཏིང་ངེ་འཛིན་ལ་རྣམ་རྫོགས་འབྱོར་བ་སེ་བ་རེད། ད་དེ་རྣམ་རྫོགས་སྦྱོར་བ་བཤད་འདུག་སྐབས་ལ་དེ་ནི་གསར་བརྗེའི་འདྲ་པོ་ཅིག། སྔ་ཆགས་སོང་རོགས་གོང་དུ་བཤད་པ་ནང་བཞིན་གྱི་གསར་བརྗེ་སྔ་ཆགས་སོང་བ་རེད། གསར་བརྗེ་སྔ་ཡིན་ན་ནི་ད་ལྟ་ང་ཚོ་དེ་ཡུལ་ཅན་གྱི་སྦྱོར་བ་ཟེར་དེ་རེད། ཡུལ་ཅན་གྱི་སྦྱོར་བ་ཟེར་ན་ཡུལ་ཡུལ་ཅན་ཟེར་ཁོ་ལ་ཡུལ་གྱི་གུ་གུལ་བ། དེ་ཡུལ་ཅན་རེད། སྦྱོར་བ་ཉི་ཤུ་ཐམ་པ་དེ། སྦྱོར་བ་ཉི་ཤུ་ཐམ་པ་དེ་ཡུལ་ཅན་རེད་ཁོའི་ཡུལ་དེ་ག་རེད་ཟེར་ན། སྔར་བཤད་ཟིན་པའི་རྣམ་པ་བརྒྱ་དང་བདུན་གྱི་དོན་གསུམ་དེ་རེད། པོ་དེ་ཤེས་པ་ལ་མཚམས་སྦྱར་བ་རྩ་བ་ཤེས་པ་འབྲེལ་བ་ཤེས་པ་གསུམ་ཡོད་པའི་ནང་ནས་དང་པོ་མཚམས་སྦྱར། དེ་ལྟར་སྦྱོར་བ་པོ་བསྟན་ནས་སྦྱོར་བ། དེ་ལྟར། གོང་དུ་བཤད་པ་དེ་ལྟར། སྦྱོར་བ་པོ་སྟེ། བསྒོམ་པ་པོའི་གང་ཟག་བསྟན་ཟིན་ནས། ད་སྦྱོར་བ། ཉམས་ལེན་ཏིང་ངེ་འཛིན་དེ་བཤད་ཀྱི་ཡིན། འདི་སྦྱོར་བ། ཏིང་ངེ་འཛིན་རེད། རིམ་པར་བགྲང་བ་དང་པོ་བསྒོམ་པར་བྱ་བ་རྣམ་པ་ཤེས། དེ་ནས་བསྒོམ་པ་པོའི་གང་ཟག་ཤེས། དེ་ནས། བསྒོམ་ཡས་ཀྱི། སྒོམ་བྱེད་ཀྱི་ཏིང་ངེ་འཛིན་དེ་ཤེས་པ་རེད། བསྒོམ་མཁན། བསྒོམ་ཡ། སྒོམ་བྱེད་ཟེར་ད། འདི་སྦྱོར་བ་དེ་སྒོམ་བྱེད་རེད། དཔེར་ན། བུམ་པ། མཐོང་བར་བྱེད་མཁན་དེ། མིག་གི་རྣམ་ཤེས་རེད། དེ་ནས། དེ་ནས།

དེ་ནས་ཨ་མཆོག་ལ། ཕྱི་ནང་གི་མཐུན་རྐྱེན་ཚང་བའི་རྒྱུ་མཚན་གྱིས། ཤེར་རྒྱལ་གྱི་མདོ་ཨ་མཆོག་ལ་ཉན་ཆོག་མཁན་ཅིག། ཕྱི་ནང་གི་མཐུན་རྐྱེན་ཚང་བའི་རྒྱུ་མཚན་གྱིས་དེ་ནས། ཤེར་རྒྱལ་ཕ་རོལ་ཏུ་ཕྱིན་པའི་དོན་བློ་ལ་གཟིམ་ཆོག་མཁན་ཅིག། ཕྱི་ནང་གི་མཐུན་རྐྱེན་ཚང་བའི་རྒྱུ་མཚན་གྱིས་ཤེར་རྒྱལ་ཕ་རོལ་ཏུ་ཕྱིན་པའི་དོན་ལ་བསམ་བློ་གཏོང་ཆོག་མཁན་ཅིག། ཕྱི་ནང་གི་མཐུན་རྐྱེན་ཚང་བའི་རྒྱུ་མཚན་གྱིས་ཤེར་རྒྱལ་ཕ་རོལ་ཏུ་ཕྱིན་མདོའི་དོན་སྒོམ་པར་བྱེད་མཁན་གྱི་གང་ཟག་ཅིག་ཅེས་གང་ཟག་བཞི་བྱུང་བར།

ཨ་ནི་མཚམས་སྦྱོར་ཞེས་ད་གཉིས་པ་རྩ་བ་རེད། གཟུགས་གཟུགས་ལ་སོགས་པ་མི་གནས་ཕྱིར་དེ་ལ་སྦྱོར་བ་འགགས་པའི་ཕྱིར་དེའི་དེ་བཞིན་ཉིད་ཟབ་ཕྱིར་དེ་རྣམས་གཏིང་དཔག་དཀའ་བའི་ཕྱིར་དེ་དག་ཚད་ནས་མེ་ཕྱིར་དང་ཚེགས་ཆེན་ཡུན་རིང་རྟོགས་པའི་ཕྱིར་ལུང་བསྟན་ཕྱིར་མིན་ལྡོག་གཉིས་དང་ངེས་འབྱུང་བར་ཆད་མེད་ཅེས་དང་བྱང་ཆུབ་ཉིད་དང་མྱུར་བ་ཞེ་འདོད་འཕེན་མེད་འབྲིང་མེད་ཅེས་ཆོས་དང་ཆོས་མིན་སོགས་མི་མཐོང། གཟུགས་སོགས་བསམ་མེད་ཁྱབ་མེད་དང་གཟུགས་སོགས་དེ་ཡི་མཚན་མ་དང་དེའི་ངོ་བོ་རྣམ་མེད་དང་འབྲས་བུ་རིན་ཆེན་སྦྱིན་བྱེད་དང་དེ་དག་དག་པ་མཚམས་སྦྱར་མཚམས་དང་བཅས། ཞེས་བྱ་བ་གསུངས་ཏེ་སོ། འདིའི་བར་དུ་ཨ་ནི་རྩ་བ་ཤེས་སོང་བ་རེད། ད་དེ་ནས་འགྲེལ་བ་བཤད་པ་ལ་དེ་ནི་དང་པོ་དེ་བཤིག་དུ་བ་རང་བཞིན་གྱི་འགྱུར་བ་ལྔ། དེ་ནས་གནས་སྐབས་ཀྱི་འགྱུར་བ་བཅོ་ལྔ་བཤད་ནས་ཉི་ཤུ་ཐམ་པ་ཞིག་རེད། འདི་ཡུག་ཆེན་གྱི་འབྱོར་བའི་དབྱེ་བ་ཉི་ཤུ་ཐམ་པ་ཡོད་རེད། མདོར་ན། ཏིང་ངེ་འཛིན་ཉི་ཤུ་ཐམ་པ་བྱུང་བ་རེད། ཡུལ་ཅན་གྱི་སྦྱོར་བ་ཟེར་ན་ཡུལ་དེ་རྣམ་པ་བརྒྱ་སྟེ་དུས་མཚུངས་གསུམ་རེད། འདི་ཡུལ་དུ་བྱེད་མཁན་གྱི་སྦྱོར་བ་ཏིང་ངེ་འཛིན་དེ། ལ་དབྱེ་ན་ཉི་ཤུ་ཐམ་པ་ཡོད་རེད། དང་པོ་རང་བཞིན་གྱི་སྦྱོར་བ་རང་བཞིན་བསལ་ཏེ། རྩ་བའི་ཉམས་ལེན་གྱི་ཏིང་ངེ་འཛིན་འདྲ་བོ་ཅིག་རེད། ཁོ་ག་རེ་ཟེར་ན། ཚོགས་ལམ་ནས་བཟུང་ན་རྒྱུན་དུ་རྡོ་རྗེ་ལྟ་བུའི་བར་ཏིང་ངེ་འཛིན་ཚང་མ་གི། དེ་ནི་ཉམས་ལེན་ལ་འགྲོ་བདེ་མཁན་གྱི་ཏིང་འཛིན་གྱི་རིགས་དེ་བ་རེད་ཁྱེད་ལ་རང་བཞིན་གྱི་འབྱོར་བ་འདྲ་བོ་ཅིག་གནས་སྐབས་ཀྱི་འབྱོར་བ་ཟེར་ན། ཁབ་ཐུག་ཁབ་ཐུག། ཁབ་ཐུག་ཁབ་ཐུག་ལ་སྒོམ་ཡས་ཀྱི་ཏིང་འཛིན་དེ་རེད། ཁ་ཤས་ནི་ཚོགས་ལམ་ན་སྒོམ་པ་ལྟ་བུ། ཁ་ཤས་སྦྱོར་ལམ་ན་སྒོམ་པ་ལྟ་བུ། ཁ་ཤས་མཐོང་ལམ་ན་སྒོམ་པ་ལྟ་བུ། ཁ་ཤས་དེ་ནི་ས་དང་པོ་ནས་བཟུང་ནས་ས་གཉིས་པ་ནས་བཟུང་ནས་བདུན་པའི་བར་དུ་བསྒོམ་ཡས་ཀྱི་ཏིང་ངེ་འཛིན་འདྲ་བོ་ཁ་ཤས་བརྒྱད་པ་ཁ་ཤས་དགུ་བ་ཁ་ཤས་བཅུ་བ་དེ་འདྲའི་སྐབས་ཐོག་སྐབས་ཐོག་ལ་བསྒོམ་ཡས་ཀྱི་ཏིང་ངེ་འཛིན་དེ་ལ་གནས་སྐབས་ཀྱི་སྦྱོར་བ་ཟེར་བ་རེད། མདོར་ན་རང་བཞིན་གྱི་སྦྱོར་བ་དེ་དེ་ནི་མ་མཐའ་ཚོགས་ལམ་ནས་ཡལ་མཐའ་རྒྱུན་མཐའི་བར་དུ་ཡོད་དེ་རེད་བྱས་ཙང་ལྟ་གོ་རང་བཞིན་རྩ་བའི་ཉམས་ལེན་རྩ་བའི་ཉམས་ལེན་གྱི་ཏིང་ངེ་འཛིན་འདྲ་བོ་གཅིག། གནས་སྐབས་ཀྱི་སྦྱོར་བ་ཟེར་ན། སྐབས་ཐོག་སྐབས་ཐོག་ལ་བསྒོམ་ཡས་ཀྱི་བྱང་ཆུབ་སེམས་དཔའི་ཏིང་ངེ་འཛིན་གྱི་ད་དེ་འདྲིལ་གྱི། དེ་ནས་དབྱེ་བ་འདྲ་བོ་གཉིས་བྱུང་བ་རེད། རང་བཞིན་གྱི་སྦྱོར་བ་ལྔ། གནས་སྐབས་ཀྱི་སྦྱོར་བ་བཅོ་ལྔ་བྱུང་བ་རེད། དེ་ནས་ན་དང་པོ། རང་བཞིན་གྱི་སྦྱོར་བ་ལྔ་དེ་གཅིག་རེད། དེ་ནས་གཟུགས་ལ་སོགས་པ་ངོ་བོ་ཉིད་མི་གནས་པ་ད་གཅིག་རྟགས་རེད། དེ་དག་ལ་མི་སྦྱོར་བ་ཉིད་སྦྱོར་བ་ཡིན་པ་ཟེར་ན་རྟགས་གཉིས་པ། གཟུགས་ལ་སོགས་པ་དེ་དག་ནི་དེ་བཞིན་ཉིད་ངོ་བོ་ཟབ་པ་ཉིད་དང་རྟགས་གསུམ་པ་གཏིང་པ་ཀ་བ་དང་རྟགས་བཞི་པ་མཚན་མ་མེད་པ་ཞེས་བྱེད་པར་རྟོགས་པ་རྣམས་ཟེར་ན་རྟགས་ལྔ་པ་རེད། འདི་སྦྱོར་བ་དེ་ང་ཚོ་རྟགས་ཆོས་དོན་གསུམ་གྱི་འབྲེལ་བའི་སྦྱོར་བ་སྐད་ཆ་མ་རེད། འདི་ཁོ་རང་ཏིང་ངེ་འཛིན་ལ་གཟིགས་དགོས་རེད། ཏིང་ངེ་འཛིན་ཤེས་དུས་རྟགས་ཆོས་དོན་གསུམ་གྱི་ཐོག་ནས་ཤེས་དགོས་རེད། འདི་ཚོ་ཚང་མ་རྒྱུ་མཚན་རྐྱང་རྐྱང་རེད།

གྲངས་བཞིན་དུ། ད་གྲངས། ད་དེ་འདྲའི་རིམ་པ་བཞིན་དུ་བཤད་སོང་ར། གྲངས་བཞིན་དུ་བསམ་སྟེ་རྟགས་ལྔ་ཡ་ཕྱིན། དེ་ནས་རྟགས་ལྔ་གའི་གོ་རིམ་གྱི་གྲངས་ཀ་བཞིན་དུ། ཡང། དེ་ནས། སྒྲུབ་མཆོད་ལྔ། མིང་ལྔ་བྱུང་བ་རེད་ཏིང་ངེ་འཛིན་གྱི་མིང་ལྔ། དང་པོ་དེ་གཟུགས་ལ་སོགས་པ་མི་གནས་པ་གཅིག་མི་འགྱུར་བ་དང་གཉིས་ཟབ་པ་དང་གསུམ་གཏིང་པ་དཀར་བ་དང་བཞི་ཚད་མེད་པའི་སྦྱོར་བ་ཟེར་ན་ད། དེ་ནས་ལྔ་བྱུང་བ་རེད་དེ་སྒྲུབ་མཆོད་རེད་ད་མཆོད་སྦྱིན་དེ་ཁ་བཙུམ་གྱི་རེད། དཔེར་ན་དེ་རེ་བ་ཆོས་ཅན་དག་རིམ་པ་བཞིན་དུ་སྦྱར་འགྲོ་དུས་ནི་དང་པོ་དང། དཔེར་ན་དེ་སྦྱར་དགོས་རེ་གཟུགས་ལ་སོགས་པ་ལ་ངོ་བོ་ཉིད་མི་གནས་པ་དང། གཟུགས་ལ་སོགས་པ་ལ་མི་གནས་པ་ཟེར་ཏེ། རྟགས་དང་སྒྲུབ་ཆོས་སྒྲིག་དགོས་རེ། དེ་འདྲའི་ཞིག་སྒྲིག་འགྲོ་ཡར་བྱས་པ་དེ་ཡིན་དུས། ཆོས་ཅན་དེ་དག་ཐེག་ཆེན་ཚོགས་ལམ། ཆེན་པོ་ལྟ་བུ་ན་ཡོད་པའི་བྱང་ཆུབ་སེམས་དཔའི་ཏིང་ངེ་འཛིན་དེ་ལ་གཟིགས་པ་རེད། ཆོས་ཅན་ལམ་ནས་རིགས་དེ་ལ་མིང། དེ་ནས་དེ་གཟིགས་རེད་གཟིགས་པར་མིང། གཟུགས་ལ་སོགས་པ་ལ་མི་གནས་པའི་ཏིང་ངེ་འཛིན་གཟིགས་རེད་གཟུགས་ལ་སོགས་པ་ལ་མི་གནས་པའི་ཏིང་ངེ་འཛིན་གཟིགས་རེད་གཟིགས་པ་རེད། རྒྱུ་མཚན་ག་རེ་རེད་ཟེར་ན་གཟུགས་ལ་སོགས་པ་ལ་ངོ་བོ་ཉིད་ཀྱིས་མི་གནས་པ་སྟེ། གཟུགས་སོགས་དོན་དམ་པར། གནས་བཅས་མ་ཡིན་པར་རྟོགས་པའི་ཞལ་འཇུག་སེམས་དཔའི་ཏིང་ངེ་འཛིན་རེད། དེ་ཚན་པ་གཅིག་རྫོགས་རེད། ཡང། བྱང་སེམས་ཐེག་ཆེན་ཚོགས་ལམ་ཆེན་པོའི་ཉམས་ལེན་ཏིང་ངེ་འཛིན་དེ་ལ་མིང་མི་འགྱུར་བའི་ཏིང་ངེ་འཛིན་ཟེར་གྱི་རེད། རྒྱུ་མཚན་ག་རེ་ཡིན་དེ་དག་ལ་མི་སྦྱོར་བ་ཉིད་སྦྱོར་བ་ཡིན་པ་དང་སྟེ། དེ་ནས་གཟུགས་ལ་སོགས་པ་རྣམས་དོན་དམ་པར་ཞེན་པས་དེ་ནི་བསྒོམ་པར་བྱ་བ་མ་ཡིན་པར་རྟོགས་པའི་བྱང་ཆུབ་སེམས་དཔའི་ཏིང་ངེ་འཛིན་རེད། སྔ་མ་དེ་མིང་ཕྱི་མ་དེ་དོན་དག་ཞེས་གོ། ད་དེ་ནས་ཟབ་པ་ཟེར་ཏེ། ཡང་བྱང་སེམས་ཚོགས་ལམ་ཆེན་པོའི་ཉམས་ལེན་གྱི་ཏིང་ངེ་འཛིན་དེ་ལ་མིང་ཟབ་པའི་ཏིང་ངེ་འཛིན་གཟིགས་རེ་ཟེར་བ་རེད། རྒྱུ་མཚན་ག་རེ་ཙམ་གཟུགས་ལ་སོགས་པ་དེ་དག་ཉིད་དེ་བཞིན་ཉིད་ཀྱི་ངོ་བོར་ཉིད་ཀྱིས་ཟབ་པ་སྟེ། གཟུགས་སོགས་དོན་དམ་པར་ཟབ་པོ་ཡིན་པར་རྟོགས་པའི་བྱང་ཆུབ་སེམས་དཔའི་ཏིང་ངེ་འཛིན་རེ་ཟེར་བ་རེད། ད་གསུམ་ཕྱིན་པ་རེད་ད་བཞི་པ་དེ་ནས་གཏིང་སྤོ་བར་དཀའ་བ་བསལ་ཏེ་ཡང་ཚོགས་ལམ་ཐེག་ཆེན་ཚོགས་ལམ་ཆེན་པོའི་ཉམས་ལེན་ཏིང་ངེ་འཛིན་དེ་ལ་མིང། གཏིང་དཔག་པར་དཀའ་བ་ཟེར་གྱི་རེད་ཟེར་བ་ལ་དོན་དག་ག་རེད་ཟེར་ན། གཏིང་དཔག་དཀའ་བ་སྟེ། འདིར་བ་གཏིང་དཔག་དཀའ་བ་སྟེ། གཟུགས་ལ་སོགས་པ་དེ་དག་དོན་དམ་དུ་གཏིང་དཔག་པར་དཀའ་བ་རྟོགས་པའི་ཏིང་ངེ་འཛིན་རེད་ཟེར་བ་རེད། དེ་ནས་ད་སྔ་བ་ཏིང་ངེ་ལྔ་བ་དེར་བ་དེ་ཡང་བྱང་སེམས་ཚོགས་ལམ་ཆེན་པོ་གི་ཏིང་ངེ་འཛིན་དེ་ལ་མིང་བཤད་ར་མིང་ཚད་མེད་པའི་སྦྱོར་བ་ཟེར་ན་ཚད་མེད་པའི་ཏིང་ངེ་འཛིན་ཟེར་གྱི་རེད་མིང་ལ་རྒྱུ་མཚན་ག་རེད་ཟེར་དུས་དེ་ནི་དེ་རེད་ཚད་མེད་པ་ཞེས་བྱ་བ་དེ་ལྟར་རྟོགས་པ་རྣམས་ཀྱིས་ཏེ། དེ་ནི་གཟུགས་ལ་སོགས་པ་དེ་དག་དོན་དམ་དུ་ཚད་མེད་པའི་རང་བཞིན་ཡིན་པར་རྟོགས་པའི་བྱང་ཆུབ་སེམས་དཔའི་ཏིང་ངེ་འཛིན་རེད་ཟེར་བ་རེད། ད་འདི་ད་ལྟ་མ་མཐའ་ལ། མ་མཐའ་ཚོགས་ལམ་ལྟ་བུ་ལ་ངོས་བཟུང་བ་རེད། ཚོགས་ལམ་ཚོགས་ལམ་ནས་ངོས་བཟུང་བ་རེད་ང་ཚོ་དཔེར་བརྗོད་དེ་ཚོགས་ལམ་ཆེན་པོའི་མཐོར་དཔེ་བྱས་པར་དེ་མ་མཐའ། ཚོགས་ལམ་ནས་བཟུང་ནས་ཡང་མཐའ་རྒྱུན་མཐའ་བར་དུ་ཡོད་རེད་ཚང་མ་ལ་དེ་འདྲས་རེད་ཡང་རྒྱུན་མཐའི། ག་སོ་རེ་བྱང་ཆུབ་སེམས་དཔའི་བསྒོམས་པའི་ཏིང་ངེ་འཛིན་དེ་ལ་མིང་ལྔ་བོ་དེ་ཟེར་བས་རེད། དོན་དག་ལྔ་པོ་དེ་ཡོག་རེད་ཟེར་གྱི་རེད་འདི་རང་བཞིན་གྱི་འབྱོར་བ་ལྔ་སུ་ཕྱིན་པ་རེད་ད་དེ་ནི་གནས་སྐབས་ཀྱི་འབྱོར་བ་ལྔ་ད་བཤད་སྟངས་གཅིག་པ་གཅིག་རྐྱང་རེད་དང་པོ་དེ་ཚོ་དོན་དག་བྱེད་གཉིས་པ་དེ་ཚོ་མིང་བྱེད་ཨ་ནི་ཆོས་ཅན་དེ་སྐབས་ཐོག་སྐབས་ཐོག་ལ་ད་འདི་ད་འགི་ད་འདྲ་གི་ཡོག་མ་རེད་ག་བ་འབྲུག་ནས་འབྲི་གི་ཡོག་མ་པ་འདི་ད་ད་འདི་ལྔ་པོ་དེ་ད་ཁོ་མ་ད་ཚོགས་ལམ་ནས་ཡང་ད་རྒྱུན་ད་བར་དུ་ཡོད་པ་ཡིན་དུས་ག་བ་ལ་འཇར་འཇར་ར་བ་རེད་དེ་བ་རེད་དེ་ནི། ཚོགས་ལམ་གྱི་ཏིང་ངེ་འཛིན་དེ་ཡང་མིང་ལྔ་པོ་གཟིགས་རིགས་དོན་ལྔ་པོ་ཡོད་རིགས་ཨ་ནི་ཐོགས་ལམ་གྱི་ཏིང་ངེ་འཛིན་དེ་མིང་ལྔ་པོ་གཟིགས་རིགས་དོན་ལྔ་པོ་ཡོད་རིགས་ཨ་ནི་སྒོམ་ལམ་གྱི་ཏིང་ངེ་འཛིན་དེ་དེ་ནི་མིང་ལྔ་པོ་ཡོད་རིགས་དོན་ལྔ་པོ་ཡོད་རིགས་དེ་ནི་རྒྱུན་མཐའི་ཏིང་ངེ་འཛིན་དེ་མིང་ལྔ་པོ་ཡོད་རིགས་དོན་ལྔ་པོ་ཡོད་རིགས་ཞེས་བཀྲལ་བས་རེད་ད་འདི་དེ་འདྲ་མ་རེད་འདི་བཅོ་ལྔ་པོ་དེ

གཟིགས་རེད་ཟེར་བ་རེད། དེ་ཉམས་ལེན་རེད་ཟེར་བ་རེད། ག་རེ་ཟེར་ན། སྟོང་ཉིད་ལ། སྟོང་ཉིད་ལ་སྒོམ་བརྒྱབ་ནས་བྱུང་བའི་ཤེས་རབ་དེ་ད་ལྟ་ཁོ་ལ་མེད་པ་ཡིན་དུས་ཟེར་བ་རེད། དེ་ནི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་གྱི་དོན་དག་ལ་སྐྲག་པ་སྐྱེས་ཟིན་པའི་ཉམས་ལེན་རེད་ཟེར་བ་རེད། ད་དོན་དག་དང་པོ། གཉིས་པ་མི་སྐྲག་པ་ཟེར་ན་དེ་ནི་ཡང་ད་ག་སོ་རེད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན། སྒོམ་བརྒྱབ་ནས་བྱུང་བའི་ཤེས་རབ་ཡོད་པ་ཡིན་དུས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་ལ་མི་སྐྲག་པའི་ཉམས་ལེན་གཟིགས་པ་རེད། གཉིས་པ་དེ་རེད། དེ་ནས་འགྲོ་ཡ་རེ་ཡང་དག་པར་འཛིན་པ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན། ཨ་མཆོག་ལ་ཐོས་ནས་མྱུར་དེ་དེའི་དོན་ཡང་དག་པར་འཛིན་པའི་ཉམས་ལེན་གཟིགས་པ་རེད་ད་གསུམ་པ་གསུམ་པ་ཕྱིན་པ་རེད། དེ་ནས་བཞི་པ་རེད་དུས་བཞི་དང་ས་གཉིས་ཀྱི་བར་ཆད་ཀྱི་ཆོས་སྤོང་བའི་ཉམས་ལེན་ཡིན་པ་དེ་དོན་དག་དེ་ནས་བཞི་པ་བྱས། རྟག་ཏུ་ཟབ་མོའི་ཆོས། སྒོམ་པའི་ཉམས་ལེན་བྱེད་ཀྱི་ཡོད་རེད། དུས་རྟག་ཏུ། ཟབ་མོའི་ཆོས། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོའི་དོན་སྒོམ་པའི་ཉམས་ལེན་བྱེད་ཀྱི་ཡོད་རེད། དེ་ལ། དེ་ནས་རྟག་ཏུ་ཆོས་སྒོམ་པ་དང་ཟེར་རེད་ད་འདི་དོན་དག་རེད་ད་ངས་ནས་ཅིག་སྦྱར་འགྲོ་ཡི་རེད། ཨ་ནི། ཟག་པ་མེད་པའི་ཆོས་གསར་གྱི་རྟེན་ཉིད་དེ། ཟག་མེད་ཀྱི་ཆོས་གསར་དུ་སྐྱེས་པའི་རྟེན། དུ་གྱུར་པའི་ཉམས་ལེན་ཡིན་པ་དང། དུས་མྱུར་དུ་འབྲས་བུ་ཆོས་ཀྱི་སྐུ་མངོན་པར་འགྲུབ་པའི་ཉམས་ལེན་ཡིན་པ་དང། དུས་མྱུར་དུ་ཆོས་ཀྱི་འཁོར་ལོ་བསྐོར་བར་བྱེད་པའི་རྒྱུར་གྱུར་པའི་ཉམས་ལེན་ཡིན་པ་དང། ནི་གཟུགས་ལ་སོགས་པ་འཕེལ་བ་དང། གཟུགས་ལ་སོགས་པ་དོན་དམ་དུ་འཕེལ་བ་དང་མི་འཁྲིག་པ་མི་མཐོང་བའི་ཉམས་ལེན་ཡིན་པ་དང། འདོད་ཁམས་སུ་སྟེ། ཁམས་གསུམ་ནས་བཟུང་ནས་རྣམ་མཁྱེན་བར་ཚང་མ་མི་དམིགས་པར་རྟོགས་པའི་ཉམས་ལེན་ཡིན་པ་དང། གཟུགས་ལ་སོགས་པ་བསམ་གྱིས་མི་ཁྱབ་པར་རྣམ་པར་རློམ་པ་མེད་པའི་ཉམས་ལེན་ཡིན་པ་དང། དེ་ནི་ཁྱད་གཞིའི་གཟུགས། ནི་དེའི་མཚན་མ་ཁྱད་གཅོད་མཛད་མི་མཛད། དེའི་ངོ་བོ་རང་བཞིན། སྟོང་ཉིད་ལྟ་བུ་ལ། རྣམ་པར་མི་རྟོག་པའི་ཉམས་ལེན་ཡིན་པ་དང། དེ་ནས་ད་འདི་བར་དུ། དོན་དག་བཅུ་གཉིས་ཕྱིན་ཚར་བ་རེད་ད་བཅོ་གསུམ་པ། འབྲས་བུ་དང་པོ་རྒྱུན་ཞུགས་མཐོང་བ་དང། དེ་ནས་སངས་རྒྱས་ཀྱི་བར་དེ་བསྒྲུབ་པ། ཉམས་ལེན་དང་ལྡན་པའི་རྣལ་འབྱོར། ཉམས་ལེན་དང་ལྡན་པའི་དེ་ནས་ཏིང་ངེ་འཛིན་ཡིན་པ། ད་དེ་བཅོ་གསུམ་པ་རེད། ཨ་ནི་གཟུགས་ནས་བཟུང་ནས་རྣམ་མཁྱེན་བར་ལ་དྲི་མ་རྣམ་པར་དག་པར་བྱེད་པའི་ཉམས་ལེན་ཡིན་པ། དེ་ནས་ད་དེ་བཅུ་བཞི་པ་དེར་བཅོ་ལྔ་པ་ད་དོན་དག་བཅོ་ལྔ་པ་དེ་ལོ་འཁོར་དུ་མངོན་པར་བརྩོན་པ་མི་ཐུབ་པར་ཞེས་བྱ་བ་ལ་སོགས་པའི་སྒྲུབ་པ་དང་ལྡན་པ་རྣམས་ཀྱིས་ཏེ། ལོ་དང་ཟླ་བ་ལ་སོགས་མཚམས་བཅད་ནས་གང་འདིར་བརྩོན་པ་ནམ་ཡང་མི་འདོར་པའི་ཏིང་ངེ་འཛིན། བྱེད་པའི་དོན་དག་རེད་ད་དོན་དག་བཅོ་ལྔ་ཆེན་པོ་རེད་དོན་དག་བཅོ་ལྔ་པོ་དེ་གོ་རིམ་བཞིན་དུ་སྦྱར་རྒྱུ་རེད་ཟེར་གྱི་རེད། ག་འདྲ་རེད་ཟེར་ད། དེ་ནས་ཆོས་དེར་སྐབས་སུ་ཆོས་ཅན་འདྲ་བོ་དེ། ཐེག་ཆེན་མཚོ་བྱང་སེམས་ཚོགས་ལམ་དབང་རྟུལ་གྱི་ཏིང་ངེ་འཛིན་དེ་ཟེར་གོ་རེད། དེ་ལ་མིང། ཚེག་ཆེན་པོའི་ཡུན་རིང་ནས་མངོན་པར་རྫོགས་པར་འཚང་རྒྱ་བའི་ཏིང་ངེ་འཛིན་ཟེར་གྱི་རེད་ཟེར། ཚེག་ཆེན་པོའི་ཟེར་ན་དཀའ་ལས་ཆེན་པོ་བརྒྱབ་ནས་དུས་ཚོད་རིང་པོ་ཞིག་ནས་དེ་ནས་སངས་རྒྱས་པའི་རྒྱུ་རུ་གྱུར་པའི་ཏིང་ངེ་འཛིན་ཟེར་གྱི་རེད་ཟེར་མིང་ལ། བྱང་སེམས་ཚོགས་ལམ་པ་དབང་རྟུལ་གྱིས་ཏིང་ངེ་འཛིན་དེ་ལ་མིང། ཚེག་ཆེན་པོའི་ཡུན་རིང་པོ་ཞིག་ནས་ཟེར་ན་དཀའ་ལས་ཆེན་པོ་བརྒྱབ། དུས་ཚོད་ཡང་རིང་པོ་འགོར་ནས་ནམ་ཞིག་མངོན་པར་རྫོགས་པ་སངས་རྒྱས་པར་བྱེད་པའི་རྒྱུ་ཡིན་པའི་ཏིང་ངེ་འཛིན་ཟེར་གྱི་རེད་ཟེར་ནས་མིང་ལ་ད་དོན་དག་དང་གི་དང་པོ་དེ་རེད་ག་རེད་ཟེར་ན། ཤེས་རབ་ཀྱི་བར་དུ་ཕྱིན་པར་སྐྲག་པ་ཟེར་ནས་ཁོ་ཤེས་རབ་ཀྱི་བར་དུ་ཕྱིན་པའི་དོན་དག་ལ་སྐྲག་པ་ཞེ་སྣང་སྐྱེས་ཟིན་པའི་ཉམས་ལེན་རེད་ཟེར་གི་རེད། ད་དེ་དོན་དག་དང་པོ་དང་མིང་དང་པོ་སྦྱར་སོང་བ་རེད། ཨ་ནི་གཉིས་པ་དེ། བྱང་སེམས་དྲོད་ཀྱི་ཏིང་ངེ་འཛིན་དེ་ལ་མིང་ལུང་བསྟན་ཐོབ་པའི་ཏིང། ལུང་བསྟན་ཐོབ་པའི་ཏིང་ངེ་འཛིན་ཟེར་གྱི་རེད་ཟེར་བ་རེད། རྒྱུ་མཚན་ནི། ཨ་ནི་ཁོ་མི་སྐྲག་པ་དང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་ལ་ཨ་ནི་མི་སྐྲག་པའི་ཉམས་ལེན་རེད་ཟེར་བ་རེད། ད་མིང་དོན་གཉིས་སྦྱར་སྦྱར། དེ་ནས་བྱང། བྱང་སེམས་ཐེག་ཆེན་བྱང་སེམས་དྲོད། ཕྱིན་པར་ཐེག་ཆེན་བྱང་སེམས་རྩེ་མོའི་ཏིང་ངེ་འཛིན་དེ་ལ་མིང། ཕྱིར་མི་ལྡོག་པ་ཉིད་ཀྱི་ཏིང་ངེ་འཛིན་ཟེར་གྱི་རེད། གར་རེ་སའི་དུས་གོང་ལ་ཡང་དག་པར་འཛིན་པ། ཡང་དག་པར་འཛིན་པ་སའི་དུས་ཤེར་ཕྱིན། ཨ་མཆོག་ལ་ཐོས་ནས་དུས་མྱུར་དུ་དེའི་དོན་ཡང་དག་པར་འཛིན་པའི་ཉམས་ལེན་རེ་གཟིགས་བ་རེད། འོ་དེ་འདྲའི་ཅན་མིང་དོན་སྦྱར་སོང་བ་རེད། ད་དེ་ནས་གསུམ་པ་དེར་བཞི་པ་དེར་དོན་དག་དོན་མིང་བཞི་པ་དེ། ད་ནི་བྱང་སེམས་སྦྱོར་ལམ་བཟོད་པའི་ཏིང་ངེ་འཛིན་དེ་ལ་མིང་ངེས་པར་འབྱུང་བའི་ཏིང་ངེ་འཛིན་ཟེར་གྱི་རེད། རྒྱུ་མཚན་ག་རེད་ཟེར་ན། བར་ཆད་ཀྱི་ཆོས་སྤོང་བ་དང་ཁོག་གི་བདུད་བཞི་དང་ས་གཉིས་ཀྱི་བར་ཆད་ཀྱི་ཆོས་དུ་ཚོད་སྤོང་བར་བྱེད་པའི་ཉམས་ལེན་རེ་གཟིགས་པར་གྱིས། ད་དེ་ནས་དེར་བ་ཁ་སོ་དོན་མིང་མི་མངའ་བ་སྟེ། སྦྱོར་ལམ་ཆོས་མཆོག་གི་ཏིང་ངེ་འཛིན་དེ་ལ་མིང་བར་ཆད་མེད་པའི་ཏིང་ངེ་འཛིན་གཟིགས་རེ་གཟིགས་པར་གྱིས། རྒྱུ་མཚན་ག་རེ་རེད་ཟེར་ན་དུས་རྟག་ཏུ་དེ་ནི་ཟབ་མོའི་ཆོས་བསྒོམ་པའི་ཉམས་ལེན་རེད་ཟེར་གི་རེད་ད་སྔ་ཕྱིན་པར་ཡོད་ས་ཆོས་སྦྱིན་ལྔ་སྒྲུབ་མཆོད་ལྔ་རྟགས་ལྔ་རེད་བ་དེ་ཕྱིན་པ་རེད་ད་དྲུག་པ་དེ་རེད་བ་དྲུག་པ་དེ་བྱང་སེམས་མཐོ་ལམ་པའི་ཏིང་ངེ་འཛིན་དེ་ལ་མིང་ཡང་དག་པར་མངོན་པར་རྫོགས་པར་བྱང་ཆུབ་ལ་ཉེ་བའི་ཏིང་ངེ་འཛིན་ཟེར་གི་རེད་ཟེར་གི་རེད། ཡང་དག་པར་རྫོགས་པར་བྱང་ཆུབ་ལ་ཉེ་བ་ཟེར་དུས། ད་ང་ཚོ་མཐོང་ལམ་ལ་རབ་དགའ་བཅས་དེ་ནམ་རྒྱུན་ནས། མཐོང་ལམ་མཐོང་ལམ་ལ་རབ་ཏུ་ས་རབ་ཏུ་དགའ་བ་གཟིགས་རེ་བ། ས་དང་པོར་མཐོང་ཐེག་ཆེན་མཐོང་ལམ་ས་དང་པོ་ལ་ས་རབ་ཏུ་དགའ་བ་རྒྱུ་མཚན་དེ་ནམ་རྒྱུན་ནས་དབུ་མ་བརྗོད་དགོས་ན་བྱང་ཆུབ་ལ་ན་ཉེ་བ་དང་ད་མགྱོགས་པོ་སངས་རྒྱས་གོ་འཕང་ཐོབ་ཚར་རེ་ཟེར་ན་དགའ་བ་ཞེ་པོ་ཅོར་བ་དེ་ལ་གཟིགས་དགོས་རེད། ཨ་ནི་ཡང་ཡང་དག་པར་མངོན་པར། རྫོགས་པར་བྱ་འཇུག་ཟེར་ན་སངས་རྒྱས་ཀྱི་གོ་འོག་ན་ཉེ་བོ་ཡོད་པའི་ཏིང་ངེ་འཛིན་ཞིག་རེད་ཟེར་བ་རེད། ད་ཐེག་ཆེན་མཐོང་ལམ་གྱི་ཏིང་ངེ་འཛིན་དེ་ལ་མིང། ཡང་དག་པར་རྫོགས་པར་བྱ་འཇུག་ལ་ཉེ་བ་དེ་སངས་རྒྱས་ཀྱི་གོ་འཕང་ལ་ཉེ་བོ་ཡོད་པའི་ཏིང་ངེ་འཛིན་ཞིག་རེད། དོན་དག་ག་རེ་ཟེར་དང་གི་ན་ཞིང་ཁོ་དེ་རེད། དེ་ནས་ཟག་པ་མེད་ཆོས་གསར་དུ། ཟག་པ་མེད་ཆོས་གསར་གྱི་རྟེན་ཉིད་དེ་ཟག་མེད་ཀྱི་ཆོས་གསར་དུ་སྐྱེད་པའི་གཞིར་གྱུར་པའི་ཉམས་ལེན་རེད་ཟེར་བ་རེད་ད་འདི་གི་དེ་ནས་དྲུག་ཕྱིན་པ་རེད་དེ་ནས་ཡོད་ས་དྲུག། མིང་དྲུག། དེ་ནས་ཏིང་ངེ་འཛིན་གྱི་མིང་དྲུག་ཏིང་ངེ་འཛིན་གྱི་དོན་དྲུག་བྱིན་པ་རེ་ད་བདུན་པ་དེར་བ། ཨ་ནི་ས་གཉིས་པ་ནས་བཟུང་ནས་ས་བདུན་པའི་བར་གྱི་ཏིང་ངེ་འཛིན་དེ་ལ་མིང། མངོན་མྱུར་དུ་མངོན་པར་རྫོགས་པར་བྱང་ཆུབ་པའི་ཏིང་ངེ་འཛིན་ཟེར་གྱི་རེད་ཟེར་གྱི་རེད། རྒྱུ་མཚན་ག་རེ་ཟེར་དུས། ཁོ། འབྲས་བུ། ཆོས་སྐུ། སྒྲུབ་པར་བྱེད་པའི་ཉམས་ལེན་རེ་གཟིགས་པ་རེད། ད་ས་བརྒྱད་པའི་ཏིང་ངེ་འཛིན་དེ་ལ་མིང་གཞན་གྱི་དོན་གྱི་ཏིང་ངེ་འཛིན་གཟིགས་རེ་གཟིགས་པ་རྒྱུ་མཚན། དེ་ནི་ཆོས་རྒྱུད་འཁོར་ལོ་མྱུར་དུ་རབ་ཏུ་བསྐོར་བའི་རྒྱུར་གྱུར་པའི་ཉམས་ལེན་རེ་གཟིགས་པ་རེད། ད་ག་ན་བཞིན་འདི་ལ་ད་མིང་ལྔ་ཡོད་རེད། ས་བརྒྱད་པའི་ཏིང་ངེ་འཛིན་དེ་ལ་ཏིང་ངེ་འཛིན། ལྔ་ཡོད་རེད་མིང་ལྔ་ཡོད་རེད་དཔེར་ན་ས་བརྒྱད་པའི་ཏིང་ངེ་འཛིན་དེ་ལ་དེ་ནི་གཞན་གྱི་དོན་གྱི་ཏིང་ངེ་འཛིན་ཟེར་གྱི་རེད། ཆོས་བརྒྱུད་འཁོར་ལོ་རབ་ཏུ་བསྐོར་བའི་རྒྱུར་གྱུར་པའི་ཉམས་ལེན་ཡང་རེད་ཟེར་གྱི་རེད། ཡང་ས་བརྒྱད་པའི་ཏིང་ངེ་འཛིན་དེ་ལ་མིང་གཅིག་ཕལ་བ་དང་སྒྲིབ་པ་མེད་པའི་ཏིང་ངེ་འཛིན་ཟེར་གྱི་རེད་ཟེར་གྱི་རེད་ག་རེ་ཟེར་ན། དེ་ནི་འཕེལ་འགྲིབ། མེད་པར་མཐོང་བའི་ཉམས་ལེན་རེད་དེ་བ་རེད། ཡང་ས་བརྒྱད་པའི་ཏིང་ངེ་འཛིན་དེ་ལ་མིང་གཞན་དག་ཆོས་དང་ཆོས་མ་ཡིན་པ་ལ་སོགས་པ་མི་དམིགས་པའི་ཏིང་ངེ་འཛིན་ཟེར་གྱི་རེད། རྒྱུ་མཚན་དེ་ནི། ཁམས་གསུམ་ནས་བཟུང་རྣམ་མཁྱེན་བར་མི་དམིགས་པར་རྟོགས་པའི་ཉམས་ལེན་རེད། ད་དེ་ནི་བཅུ་ཕྱིན་སོང་བ་རེད་དེ་བར་དུ་བཅུ། ད་བཅུ་གཅིག་པ་རེད་བ། ཡང་ས་བརྒྱད་པའི་ཏིང་ངེ་འཛིན་དེ་ལ་མིང་གཅིག། གཟུགས་ལ་སོགས་པ་ནས་རྣམ་མཁྱེན་གྱི་བར་བསམ་གྱིས་མི་ཁྱབ་པའི་རྣམ་པ་འགོག་པ། འགོག་པའི་ཏིང་ངེ་འཛིན་ཟེར་གི་རེད་ཟེར་བ་རེད། དེ་རྒྱུ་མཚན་ག་རེད་ཟེར་དུས། རྒྱུ། དེ་རྒྱུ་མཚན་འདྲ་བོ་དེ་ག་རེད་ཟེར་ན། གཟུགས་སོགས་བསམ་གྱིས་མི་ཁྱབ་པར་རློམ་པ་མེད་པར་རྟོགས་པའི་ཉམས་ལེན་རེད་ཟེར་བ་རེད། ཟླ་འདི་གི་ཕྱིན་སོང་རེད་ད་བཅུ་གཉིས་པ་དེ་རེད། བཅུ་གཉིས་པ་དེ་ནི་ས་བརྒྱད་པའི་ཏིང་ངེ་འཛིན་དེ་ལ་མིང་གཅིག་ཡང་གཟུགས་ལ་སོགས་པའི་དངོས་པོར་རྣམ་པར་མི་རྟོག་པའི་ཏིང་ངེ་འཛིན་ཟེར་གི་རེད་ཟེར་གོ་རེད། དེ་ནི་དེ་གི་རྒྱུ་མཚན་འདྲ་བ་ག་རེ་ཤེས་གོ་རེད་ཟེར་ན། དེ་ནི་ཁྱད་གཤིས་གཟུགས་དེའི་ཁྱད་ཆོས་དེའི་རང་བཞིན་དེ་ཚོ་ལ་རྣམ་པར་མི་རྟོག་པར་བྱེད་པའི་ཉམས་ལེན་རེད་དེ་ཡོད་རེད་ཟེར་གོ་རེད། དེ་ནི་ད་ཡོད་ས་ཆོས་ཅན་བཅུ་གཉིས། དེ་ལ་སྒྲུབ་ཆོས་མིང་བཅུ་གཉིས། མིང་དེའི་དོན་བཅུ་གཉིས་ཡིན་ཏེ་བར་དུ་ཕྱིན་པ་རེད། ད་དེ་ནི་ས་དགུ་པའི་ཏིང་ངེ་འཛིན་དེ་ལ་མིང། འབྲས་བུ་རིན་པོ་ཆེ་སངས་རྒྱས་ཀྱི་གོ་འཕང་སྦྱིན་པའི་ཏིང་ངེ་འཛིན་ཟེར་གྱི་རེད་ཟེར་གྱི་རེད། རྒྱུ་མཚན་ག་རེད་ཟེར་དུས་དེ་ནས་དེ་རེད། འབྲས་བུ་དང་པོ་རྒྱུན་ཞུགས་མཐོང་བ་ནས་བཟུང་སངས་རྒྱས་ཀྱི་བར་གྱི་སྒྲུབ་པ་དང་ལྡན་པའི་ཉམས་ལེན་རེད་དེ་བ་རེད་ཟེར་གྱི་རེད། ད་དེ་ནས་ས་བཅུ་པའི་ས་བཅུ་པའི་ཏིང་ངེ་འཛིན་དེ་ལ་རྣམ་པར་དག་པའི་ཏིང་ངེ་འཛིན་ཟེར་གྱི་རེད་རྒྱུ་མཚན་གར་ན་གཟུགས་ནས་བཟུང་རྣམ་མཁྱེན་གྱི་བར་དྲི་མེད་དག་པ་འགྲུབ་པར་བྱེད་པའི་ཉམས་ལེན་རེད་ཟེར་བ་རེད། ད་དེ་ནས་འདིར་བ་འདི་བཅུ་བཞི་པ་བཅོ་ལྔ་པ་དེར་ད་བཅོ་ལྔ་པ་སྟེ་དེ་ནས་བྱང་སེམས་སོ་སྐྱེ་ནས་བཟུང། ས་བདུན་པ་མན་ཆད་ཀྱི་བར་དུ་ཡོད་པའི་ཏིང་ངེ་འཛིན་དེ་ལ་མིང། ས་མཚམས་ལ་སྦྱོར་བ་དང། ས་མཚམས་ལ་སྦྱོར་བ་ས་མཚམས་ལ་སྦྱོར་བའི་ཏིང་ངེ་འཛིན་ཟེར་གི་རེད་ཟེར་གི་རེད། རྒྱུ་མཚན་རྒྱུ་མཚན་ག་རེ་རེད་ཟེར་ན་ཁོ་ལོ་དང་ཟླ་བ་ལ་སོགས་མཚམས་བཅད་ནས་བརྩོན་པ་ནམ་ཡང་མི་འདོར་བའི་ཉམས་ལེན་བྱེད་ཀྱི་ཡོད་རེད་ཟེར་གི་རེད། དེ་གི་རྣམ་པ་བཅོ་ལྔ་ཙམ་དང། གནས་སྐབས་ཀྱི་ཉམས་ལེན་གནས་སྐབས་ཀྱི་ཏིང་འཛིན་བཅོ་ལྔ་བྱུང་བ་རེད། ད་སྔས་མ་རང་བཞིན་གྱི་སྦྱོར་བ་ལྔ། ད་ལྟའི་གནས་སྐབས་ཀྱི་སྦྱོར་བ་ལྔ་བསྡོམས་ན་ཉི་ཤུ་ཡིན་ནོ། སྦྱོར་བ་དེ་སྦྱོར་བ་ཟེར་ན་ཏིང་ངེ་འཛིན་ལ་གཟིགས་པ་རེད། ད་གནས་གནས་སྐབས་ཟེར་དུས་དེ་ནི་སྐབས་ཐོག་སྐབས་ཐོག་ལ་བསྒོམ་ཡས་ཀྱི་ཏིང་ངེ་འཛིན་ཏེ། ཡ་ནི། ཚོགས་ལམ་ནས་རྒྱུན་འདེབས་བར་དུ་ག་དུས་ཡིན་ན་ཡང་བསྒོམས་ནས་ཡེ་འདོད་པའི་ཏིང་ངེ་འཛིན་དེ་ལ་རང་བཞིན་གྱི་ཏིང་ངེ་འཛིན་ཟེར་གྱི་རེད་ཟེར་གྱི་རེད། འོ་འདི་གི་ཨ་ནི་ད་ཡུལ་ཅན་སྦྱོར་བའི་དབྱེ་བ་ཟེར་བཤད་སོང་ད་འདི་བར་དུ་མདོར་ན་ང་ཚོ་གསར་བརྗེའི་ནང་ལ་རྣམ་རྫོགས་སྦྱོར་བ་བཤད་ཡོད་འདུག་བ་ལ་དང་པོ་རྣམ་རྫོགས་སྦྱོར་བ་ཟེར་ན་ག་འདྲས་ཟེར་གྱི་འདུག་བལྟ་དུས་ཨ་ནི་མཁྱེན་པ་གསུམ་ལ་ཐོས་བསམ་བྱས་པའི་དོན་དག་སྟེ། རྣམ་པ་བརྒྱ་དང་བདུན་ཅུ་དོན་གསུམ་ལ། རྫོགས་པའི་དུས་ནས་བསྒོམས་པའི་ཞལ་འཇུག་སེམས་དཔའི་དེ་ནས་སྦྱོར་བ་སྟེ། ཏིང་ངེ་འཛིན་ཡིན་ནོ་སྲིད་འཁོར་བ་ད་དེ་ཡི་རྣམ་རྫོགས་སྦྱོར་བ་ཁོ་རང་དེ་ནས་ཟབ་བཅས་ཁོད་ཡོན་དུ་བསྒོམ་པར་བྱ་བའི་རྣམ་པ་ཞེས་པར། བསྒོམ་པར་བྱ་བའི་རྣམ་པ་ཟེར་དུས། དེ་ནས་བདེན་བཞིའི་གནས་ལུགས་རྟོགས་པའི་འཛིན་སྟངས་ཀྱི་ཁྱད་པར་གཅིག་ལ། དེ་ནི་དེ་བསྲེག་པ་རེད། སྒོམ་པར་བྱེད་པའི་རྣམ་པ་བསྲེག་པ་རེད། མཚན་མའི་སྐབས་སུ་སྣང་བ་དང་གསལ་བ་ལྟ་བུ་རེད། དེ་ནི་སྒོམ་པ་པོའི་གང་ཟག་བྱུང་བ་རེད། འདི་མཚན་མའི་སྐབས་སུ། དེ་ནི་མངོན་སུམ་རྒྱུན་ལྡན་གྱི་གང་ཟག་ལྟ་བུ་རེད། དེ་ནི་ད། མངོན་སུམ་མིག་གི་རྣམ་ཤེས་ལྟ་བུ་དེ་དང་འདྲ་བ་དེ་ཡུལ་ཅན་གྱི་སྦྱོར་བ་ཟེར་དེ་རེད། དེ་ཡུལ་ཅན་གྱི་སྦྱོར་བ་དེ་ལ་རང་བཞིན་གྱི་སྦྱོར་བ་ལྔ། གནས་སྐབས་ཀྱི་སྦྱོར་བ་ལྔ་བྱུང་བ། རང་བཞིན་གྱི་ཏིང་ངེ་འཛིན་ལྔ། གནས་སྐབས་ཀྱི་ཏིང་ངེ་འཛིན་བཅོ་ལྔ་བསྡོམས་པས་ཉི་ཤུ་བྱུང་བ་ཡིན་ཟེར་བ་རེད། ད་འདི་གིས་ཡུལ་ཅན་གྱི་སྦྱོར་བ་ཟེར་ཤེས་པ་རེད། ད་དེ་ནས་སྦྱོར་བའི་སྔོན་འགྲོའི་ཆོས་ཤེས་དགོས་ལ་བཞི་པ་དེ་སྦྱོར་བའི་སྔོན་འགྲོ་སྦྱོར་བའི་སྔོན་འགྲོའི་སྲོལ་དུས། སྦྱོར་བ་སད་དུས་ཏིང་ངེ་འཛིན་རེད་སྔོན་འགྲོ་སད་དུས་དེའི་སྔོན་ལ་ཧ་གོ་ཡ་གི་འདི་སྔོན་ལ་སད་དུས་ཡང་སྔོན་འགྲོ་སད་དེ་དང་པོར་ཡོན་ཏན་ཡོད་པ་བྱས། དེ་ནི། དང་པོ། སྔོན་འགྲོའི་ཆོས་དེ་ཡོད་པར་བྱས་དེ་ནས་སྦྱོར་བ་དེ་འདྲའི་གལ་མ་རེད། ཧ་གོ་དགོས་ཟེར་བ་རེད། སྦྱོར་བ། བྱས་ན་ཏིང་ངེ་འཛིན་རེད། ཏིང་ངེ་འཛིན་ནི་བསྒོམས་པ་ལ་དང་པོ་ཏིང་ངེ་འཛིན་གྱི་ཡོན་ཏན་འདྲ་བོ་དེ་ཤེས་པ་སྔོན་དུ་འགྲོ་དགོས་ཀྱི་ཡོད་རེད། ག་རེ་ནས་སྤྲོ་བ་ཅིག་སྐྱེ་དགོས་ཀྱི་རེད་བ། བྱས་ཙང་རྣམ་མཁྱེན་དང་པོར་ཤེས་ཀྱི་རེད་བ་ང་ཚོ། རྣམ་མཁྱེན། རྣམ་མཁྱེན་དང་པོར་ཤེས་པ་ཤེས་འགྲོ་དུས་དེ་ནི་སྤྲོ་བ་སྐྱེ་ཡོང་དགོས་རེད། དེའི་རྒྱུ་ལ་འཇུག་འགྲོ་དགོས་རེད་བ། དེས་ན་ཤིང། ཨ་ནི།

ཏིང་འཛིན་དེ་བསྒོམ་པ་ལ་མངོན་དུ་ཤེས་དགོས་གསུམ་ཡོད་རེད་ཟེར་གོ་རེད། དེ་ག་རེད་ཟེར་ན་ཐོབ་པར་བྱ་བའི་ཡོན་ཏན་ཟེར་ན་ད། སྦྱོར་བ་བསྒོམ་པ་ལ་བརྟེན་ནས་བྱུང་བའི་ཡོན་ཏན་དེ་ཚོ་ཡང་མངོན་དུ་ཤེས་དགོས་ཡོད་རེད་སྤྲོ་བ་སྐྱེ་དགོས་རེད། དོར་བར་བྱེད་པའི་སྐྱོན་ཟེར་ན་དེ་ནི། སྤང་དགོས་ཀྱི་སྐྱོན་དེ་ཚོ་ཡང་སྔོན་ལ་ཤེས་དགོས་ཡོད་རེད། ཨ་ནི་དེ་ནི། སྦྱོར་བ་ཟས་ཁོ་རང། མཚན་ཉིད། ད་འདྲ་སྟེ། མཚན་ཉིད་གསུམ་གྱི་ཐོག་ནས་བཤད་ཀྱི་ཡོད་པ་ཡིན་དུས་ཤེས་པར་བྱེད་པའི་མཚན་ཉིད་དེའང་ཤེས་འགོག་ཡོད་རེད་ཟེར་ད་གསབ་བྱེད་གསུམ་བྱུང་བ་རེད། རེ་བ་དེ་གསབ་བྱེད་གསུམ་ཞེས་རོ། དེས་ན་དང་པོ། ཐོབ་པར་བྱ་བའི་ཡོན་ཏན་ཞེས་པ་ལ་མཚམས་སྦྱར་བ་རྩ་བ་ཞེས་པ་འབྲེལ་བ་ཞེས་པ་གསུམ་ཡོད་པའི་ནང་ནས་དང་པོ། དེ་ནས་དེ་རེད། མཚམས་སྦྱོར་དེ་རེད་ད་མདོར་ན། ད་འདི། མཚམས་སྦྱོར་དེ་འདི་ད། འདིར་ཐེག་ཆེན་སྦྱོར་བའི་ཡོན་ཏན་བཤིག་གོ་རེ། ཐེག་ཆེན་གྱི་སྦྱོར་བ་བཤིག་རོ་བ་ད་ལྟ་དེ་ཐེག་ཆེན་གྱི་སྦྱོར་བ་སྟེ། སྤྱོད་ཉི་ཤུ་ཐམ་པ་ཆེན་པར་བ་དེའི་ཡོན་ཏན་འདྲ་བོ་སྟེ། དེ་ག་རེ་ཟེར་ན། ཐེག་ཆེན་གྱི་སྦྱོར་བ་བསྒོམ་པའི་སྟོབས་ཀྱིས་ཐོབ་པའི། ཐེག་ཆེན་གྱི་སྦྱོར་བ་བསྒོམ་ཡོང་དུས་སྐབས་ལ། ཐེག་ཆེན་སྦྱོར་བ། ཐེག་ཆེན་གྱི་ཏིང་ངེ་འཛིན་ཉམས་ལེན་བྱེད་པའི་གནས་སྐབས་སུ་ཐོབ་པའི་ཡོན་ཏན་གཅིག་ལ། འདིའི་སྐབས་ཀྱི་ཡོན་ཏན་ནི་སོ་མ་འོངས་པ་ལ་སངས་རྒྱས་ལྟ་བུ་ལ་གཟིགས་ཡོད་པ་མ་རེད། ད་ལྟ་ཐེག་ཆེན་གྱི་སྦྱོར་བ་སྒོམ་བཞིན་པའི་སྐབས་སུ། ཐེག་ཆེན་གྱི་ཏིང་ངེ་འཛིན་བསྒོམ་པའི་གནས་སྐབས་སུ་ཐོབ་པའི་ཡོན་ཏན་གཅིག་ལ། ཨ་ནི་འདིའི། ཐོབ་པར་བྱ་བའི་ཡོན་ཏན་གསལ་ཤེས་པར་མདོར་ན་འདིའི་སྐབས་སུ་ཡོན་ཏན་ཞིག་པར་ཡོན་ཏན་དེ་མ་འོངས་པར་སངས་རྒྱས་ནས་ཐོབ་པའི་སྐད་ཅིག་གིས་མ་རེད། འདི་ཡོན་ཏན་ཟེར་ན། ཐེག་ཆེན་གྱི་ཏིང་ངེ་འཛིན་བསྒོམ་པའི་སྟོབས་ཀྱིས། ད་ལྟ་ཐེག་ཆེན་གྱི་ཏིང་ངེ་འཛིན་བསྒོམ་པའི་གནས་སྐབས་སུ་ཐོབ་པའི་ཡོན་ཏན་དེ་ལ། ཨ་ནི་འདིའི་སྐབས་ཀྱི་དེ་ནི། ཐོབ་པར་བྱ་བའི་ཡོན་ཏན་གསལ་ཤེས་པར་ད་ཡང་ཁྱོད་ཞུས་ན། འདིའི་ཡོན་ཏན་དེ་ག་འདྲ་ཅིག་རེད་ཟེར་ན། མཚན་ཉིད་བཞག་ཡོད་འདུག་སྤང་བླང་ཀུན་མཁྱེན་གྱི་ཡུམ་དོན་ནཱ་ལ། ཐེག་ཆེན་གྱི་སྦྱོར་བ་བསྒོམ་སྟོབས་ཀྱིས་ཐེག་ཆེན་གྱི་སྦྱོར་བའི་གནས་ཁོ་ཚོ་ཐོབ་པའི་ཡོན་ཏན་ཟེར་གསུངས་ཞེས་དུ་བ། ད་འདི་ག་རེ་ཟེར་དགོས་རེད་ཟེར་ན། ཐེག་ཆེན་གྱི་སྦྱོར་བ་ཟེར་ན་ཐེག་ཆེན་གྱི་ཏིང་ངེ་འཛིན་ཟེར་དགོས་རེད། དེ་ནས་ཐེག་ཆེན་གྱི་ཏིང་ངེ་འཛིན་བསྒོམས་པའི་སྟོབས་ཀྱིས་ད་ལྟ་ཐེག་ཆེན་གྱི། དེ་ནས། སྦྱོར་བ། ཐེག་ཆེན་གྱི་ཏིང་ངེ་འཛིན་བསྒོམ་པའི་གནས་སྐབས་སུ་ཐོབ་པའི་ཡོན་ཏན་ལ། ཨ་ནི་འདིའི་སྐབས་ཀྱི་ཐོབ་པར་བྱེད་པའི་ཡོན་ཏན་ཞིག་རེད་ཟེར་བ་རེད། དེ་ལ་མཚམས་སྦྱར་དང་རྩ་བ་འགྲེལ་པ་གསུམ་ཡོད་པའི་ནང་ནས་དང་པོ་མཚམས་སྦྱར་རེད། ཡོན་ཏན་མཐོང་བ་སྔོན་དུ་བཏང་ན་སྦྱོར་བ་རྣམས་ལ་ཤིན་ཏུ་གོམས་པར་བྱེད་པས། སྦྱོར་བའི་འོག་ཏུ་དེ་དག་གི་ཡོན་ཏན་བསྟན་ཏོ་ཟེར་དུས། ཆོས་ཅན་གྱི་ཁ་བསྐང། ཨ་ནི་སྦྱོར་བའི་འོག་ཏུ་དེ་དག་གི་ཡོན་ཏན་བསྟན་ཟེར་ཏེ། ཨེ་ནི་སྒྲུབ་མཆོད་རེད། ཡོན་ཏན་མཐོང་བ་སྔོན་དུ་བཏང་ན་སྦྱོར་བ་རྣམས་ལ་ཤིན་ཏུ་གོམས་པར་བྱེད་པས་སམ་རྟགས་རེད། མདོར་ན། ཆོས་ཅན་ཏེ་རྗེ་བཙུན་བྱམས་པ་མགོན་པོ་ལྟ་བུ་ཤར་རྗེ་བཙུན་བྱམས་པ་མགོན་པོས། སྦྱོར་བའི་འོག་ཏུ་དེ་དག་གི་ཡོན་ཏན་བསྟན་ཏེ། ཐེག་ཆེན་གྱི་ཏིང་འཛིན་ཉི་ཤུ་དེ་བཤད་ཟིན་པའི་འོག་ཏུ། ཨེ་ནི། ཐེག་ཆེན་གྱི་ཏིང་འཛིན་ཉི་ཤུ་བསྒོམས་པའི་གནད་ཁ་སུ་ཐོབ་པའི་ཡོན་ཏན་བཅུ་བཞི་པོ་དེ་ཤེས་པ་ལ་ཡང་རྒྱུ་མཚན་ཆེན་པོ་ཡོད་རེད། རྒྱུ་མཚན་ག་རེ་ཟེར་ན་ཡོན་ཏན་མཐོང་བ་སྔོན་དུ་བཏང་ན་སྦྱོར་བ་རྣམས་ལ་ཤིན་ཏུ་གོམས་པར་བྱེད་པས་ཏེ། ཐེག་ཆེན་གྱི་ཏིང་ངེ་འཛིན་ཉི་ཤུ་པོ་དེ་བསྒོམས་པ་ལ། ཐེག་ཆེན་གྱི་སྦྱོར་བ་ཐེག་ཆེན་གྱི་ཏིང་ངེ་འཛིན་བསྒོམ་པ་དེའི་སྐབས་སུ་ཐོབ་པའི་ཡོན་ཏན་དོན་དུ་དང་པོ་སྔོན་ལ་ཤེས་དགོས་ཏེ་གལ་ཆེན་པོ་རེད། དེ་ནས་གཞི་ནས་སྤྲོ་བ་ཞིག་སླེབས་ཡོང་དུས་ཀུན་བསྒོམ་ཡོང་གི་རེད། འོ་འདི་ཤེས་དགོས་རེད་མདོར་ན། འདི་ན་ཁ་ཐུག་འགྲོ་ན་འགྲིག་གི་འདུག་ཡོན་ཏན་མཐོང་བ་སྔོན་དུ་བཏང་ན། ཡོན་ཏན་མཐོང་བ་སྔོན་དུ་བཏང་ན་ཟེར་ན། ཐེག་ཆེན་གྱི་ཏིང་ངེ་འཛིན། ཉི་ཤུ། བསྒོམས་པའི་སྐབས་སུ་འབྱུང་བའི་གནས་སྐབས་ཀྱི་ཕན་ཡོན་བསྟན་ཏོ། ཧ་གོ་བ་སྔོན་ལ་ཧ་གོ་སོང་ན་སྦྱོར་བ་རྣམས་ལ་ཤིན་ཏུ་གོམས་པར་བྱས་པས་ཨེ་ནི་ཐེག་ཆེན་གྱི་ཏིང་ངེ་འཛིན་ཉི་ཤུ་སྟེ་ཞག་པོ་བསྒོམ་གྱི་རེད་ཟེར་བར་བྱས་ཙང། སྦྱོར་བའི་འོག་ཏུ་ཟེར་ན། ཐེག་ཆེན་གྱི་ཏིང་ངེ་འཛིན་ཉི་ཤུ་བཤད་ཟིན་པ་དེའི་འོག་ཏུ་ཨེ་ནི། ཐེག་ཆེན་གྱི་ཏིང་ངེ་འཛིན་ཉི་ཤུ་དེ་དག་གི་ཡོན་ཏན་ཟེར་ན་ཕན་ཡོན་ཉི་ཤུ་དེའང་ཕན་ཡོན་བཅུ་བཞི་བའི་དེའང་བཤད་ཀྱི་ཡིན་སྲིད་པ་རེད་དེ་མཚམས་སྦྱོར་ཞེས་ད་རྩ་བ་རེད། བདུད་ཀྱི་མཐུ་ཆོམ་ལ་སོགས་པ་ཡོན་ཏན་རྣམ་པ་བཅུ་བཞི་བོ་ཞེས་བྱ་བ་གསུངས་ཏེ་ཟེར་ན་དེ་ནི་རྩ་བ་ཕྱིན་པ་རེད། ད་ཡང་འདི་ཡི་དང་གི་ན་གཞན་གྱི་དང་པོ་དང་པོ་དེ་ཚོ་ནི་ག་སུ་རེད་དེ་ནི། དོན་དག་འདྲ་བོ་ཅིག། དེ་ནས། མིང་འདྲ་བོ་ཅིག། དེ་ནས་ཆོས་ཅན་འདྲ་བོ་ཡོང་གི་འདུག་ད་ལྟ་བར་ལ། མཇུག་རྫོགས་པ་ལ་ལ། ད་ལྟ། དེ་དག་ཕྱིན་ཅི་མ་ལོག་པར་མ་ལོག་པའི་སྦྱོར་བ་ལ་མངོན་པར་དགའ་བ་ཟེར་ན་ད་ཆོས་ཅན་རེད་ད་མཇུག་མཇུག་ལ་མ་ཡོང་དུ། འདི་མཇུག་མཇུག་ལ་ད་ལྟ་དེ། ཡོན་ཏན་ཡོན་ཏན་གྱི་མཇུག་ལ་རེད་སྐྱོན་མ་ཤེས་སྔོན་ལ་ཡོན་ཏན་མཇུག་མཇུག་ལ། དེ་དག་ཕྱིན་ཅི་མ་ལོག་པར་སྦྱོར་བ་ལ་མངོན་པར་དགའ་བ། ལ། གཞུང་བཞིན་མངོན་པར་དགའ་བ་ལ་བར་དུ་ཆོས་ཅན་རེ། དེ་ནས་གོང་མ་དང་ཚོ་དཔེར་ན་གོང་མ་ཚང་མ། སྔ་མ་སྔ་མ་དང་ཚོ་རྟགས། ཕྱི་མ་ཕྱི་མ་དང་ཚོ་སྒྲུབ་ཆོས་རེ་ཨེ་འགྲོ་ཡ་རེ་འདུག་ཅེ། བྱས་ཙང་དེ་ཡིན་དུས་གང་ལ། དེ་དག་ཕྱིན་ཅི་མ་ལོག་པའི་སྦྱོར་བ་ལ་མངོན་པར་དགའ་བ་སྟེ། གོང་དུ་བཤད་ཟིན་པའི་རྣམ་པ་བརྒྱ་དང་བདུན་ཅུ་དོན་གསུམ་ཕྱིན་ཅི་མ་ལོག་པར་བསྒོམས་པ་ལ་ཞེ་དྲག་གི་སྤྲོ་བ་ཆེན་པོ་ཡོད་མཁན་བྱང་ཆུབ་སེམས་དཔའ་དེ་ཆོས་ཅན་སྲིད་པ་རེད་ད་ཆོས་ཅན་ལ་བཞག་ཡ་རེད་ཨ་ནི་འདི་ཚང་མ་གཅིག་པ་རེད་ད་འགྲོ་ཡ་རེད་ད་ཁོ་ལ་དེ་ནས་ཁོ་ལ་ད་དེ་ནས།

སངས་རྒྱས་ཀྱིས་དགོངས་ཤིང་མཁྱེན་པ་དང་སངས་རྒྱས་ཀྱིས་མངོན་སུམ་མཛད་པ་ཟེར་བ་འདི་དང་དགོངས་པ་དང་ཡེ་ཤེས་ཀྱིས་གཟིགས་པ་ཟེར་སྦྱར་ཡ་རེད་ཨང། ཨ་འདུག་སྦྱར་འགྲོ་ཡ་རེད་མདོར་ན་ཆོས་ཅན་དང་རང་འཇགས་རེད་ད་ཆོས་ཅན་རང་འཇགས་བྱས་དེ་འདྲའི་གང་དེ་འདྲའི་གི་དེ་ནི། དེ་འདྲའི་སྒོམ་མཁན་ཡི་གང་ཟག་དེ་ལ་ཟེར་བ་རེད། སངས་རྒྱས་རྣམས་དེ་འདྲའི་བསྒོམ་མཁན་གང་ཟག་དེ་ལ། མ་རེད། དངོས་དངོས་ཤེས་པ་དང་ཚོ་སྒྲུབ་ཆོས་རེད་ཤག། འཇུག་འཇུག་ཚོ་དོན་དག་འདྲ་པོ་བཤད་གི་འདུག་བྱས་ཙང་དེ་རེད་ད། སྒྲུབ་ཆོས་དང་པོ་དེ་བདུད་ཀྱི་མཐུ་འཇོམས་པ་ཟེར་དེ་རེད། ད་དང་གི་ཡིག་དེར་བ། རྣམ་པ་བརྒྱ་དང་བདུན་ཅུ་དོན་གསུམ། ཕྱིན་ཅི་མ་ལོག་པར་བསྒོམས་པ་ལ་སྤྲོ་བ་ཆེན་པོ་ཡོད་མཁན་བྱང་ཆུབ་སེམས་དཔའ་དེ་ལ།

སྟེ། གཟིགས་པའི་ཡོན་ཏན་ཡོན་གོ་རེ་ཡིས་ཟེར་བ་རེད་ག་རེ་རེད་ཟེར་ན། ཡེ་ཤེས་ཀྱི་གཟིགས་པ་སྟེ། སངས་རྒྱས་ལ་སྤྱན་ལྔ་ཡོད་པ་ན་ཤའི་སྤྱན་གྱིས་མངོན་སུམ་དུ་གཟིགས་ཀྱི་ཡོད་རེད་ཟེར་བ་རེད་ད་ཡོན་ཏན། ཡོན་ཏན་དེ་ཕྱིན་པར་བ་ད་ལྟ་དེ་ཡོན་ཏན་གསུམ་ཕྱིན་ཚར་བ་རེད་ད་དེ་རེད། དེ་ནས། དེ་འདྲའི་གང་ཟག་དེས། ཡང་དག་པར་རྫོགས་པའི་བྱང་ཆུབ་ལ་ཉེ་བར་གྱུར་པ་སྟེ། དེ་འདྲའི་གང་ཟག་དེ་སངས་རྒྱས་ཀྱི་ས་ལ་ཉེ་བོ་ཞི་བོ་ཆགས་སོང་བའི་ཡོན་ཏན་ཡོང་གི་ཡོད་རེད། རྒྱུ་མཚན་ག་རེད་ཟེར་ན། དེ་འདྲའི་གང་ཟག་དེ་ལ་རྫོགས་པའི་སངས་རྒྱས་ཀྱི་རྒྱུའི་ནུས་པ་དེ་ཁོ་ལ་ཉེ་བོ་ཞི་བོ་ཆགས་སོང་ཡོད་རེད། དེ་རེད། ད་དེ་ནས་དོན་ཆེན་པོ་ཉིད་ལ་སོགས་པ་དང། ཕན་ཡོན་ཆེན་པོ་ཟེར་སྦྱར་རྒྱུ་རེད། མདོར་ན་དེར་བ། དེ་ནས། དེ་འདྲའི་གང་ཟག། དེ་ལ། དོན་ཆེན་པོ་ཉིད་ལ་སོགས་པ་སྟེ། སངས་རྒྱས་དང་ནམ་ཡང་ཁ་བྲལ་བྲལ་ཡས་མེད་པའི། ཡོན་ཏན་གྱི་ཡོངས་གུ་རེ་གཟིགས་པ་རེད། རྒྱུ་མཚན་ག་རེ་ཟེར་ན། རྒྱུ་མཚན་ག་རེ་ཟེར་ན་ཕན་ཡོན་ཆེན་པོ་དང་ཟེར་ཕན་ཡོན་ཆེན་པོ་དང་ཟེར་ན། དེ་ནི་ཁོག་གི། ཡུམ་ཤེས་རབ་ཀྱི་བར་དུ་ཕྱིན་པའི་དོན། འཛིན། དོན། ཐོས། བློ་ལ་འཆང། ལ་སོགས་པའི་ཕན་ཡོན་ཆེན་པོ། ཕན་ཡོན་ཆེན་པོའི་ཡོན་ཏན་ཡོད་རེད་ཟེར་བ་རེད། འདི་རེད། དེ་ལ་ཕན་ཡོན་ཆེན་པོ་དང་ཟེར་དུས་གང་ལ། དམིགས་བསལ་གྱི་ཀྲི་ཀ་རྣམས་ལ་ཕན་ཡོན་ཆེན་པོ་དང་མི་འདུག་སྟེ་དོན་དག་ལ་མདོར་ན་ཤེས་རབ་ཀྱི་བར་དུ་ཕྱིན་པའི། མདོ་ཚིག། ཐོས། བློ་ལ་བཟུང་ལ་སོགས་པའི་ཕན་ཡོན་ཆེན་པོ་ཡོད་མཁན་གྱི་རེད་ཟེར་བ་རེད། ད་དེ་ནས། ཡོན་ཏན་ལྔ་པ་དེ་ཕན་ཡོན་ལྔ་པ་དེ་ཡུལ་ལ་བྱེད་པ་འདི་དཔེ་གོ་ཁག་པོ་རེད་དེ་དོན་ལ་ཤེར་ཕྱིན་ནང་དེ་གསུངས་ཀྲི་ཀ་ནང་ལ། ཤེར་ཕྱིན། སྐྱེད་པའི་ཤེར་ཕྱིན་སྐྱེད་པའི་ཡུལ་ཅེས་པ་མ་གཏོགས་གསུངས་མི་འདུག་རྩ་ནས་ཤེར་ཕྱིན་སྐྱེད་པའི་ཡུལ་ཅེས་པ་མ་གསུངས་མི་འདུག་དོན་དག་དེ་འདི་ཟེར་བ་རེད། འདུག་བྱས་པ་ཡིན་ན་ཞག་བཞི་ན་གོ་ཁག་པོ་རེད་དེ་ཤེར་སྦྱིན་སྤྱོད་པའི་ཡུལ་ཅེས་པ་སངས་ཤེར་སྦྱིན་སྤྱོད་པའི་ཡུལ་ཅེས་པ་སངས་ཤིང། དོན་དག་འདི་ག་རེ་ཟིག་བོར་ཟེར་ན་ཤེས་རབ་ཀྱི་བར་དུ་ཕྱིན་པ་དར་བའི་ཡུལ་ག་བ་ཡོད་ན་དེ་རྩད་གཅོད་བཏང་ནས་དེར་སྐྱེ་བ་ལེན་པའི་ཡོན་ཏན་འབྱུང་གི་རེད་ཟེར་བ་རེད། རྒྱུ་མཚན་ག་རེ་ཟེར་དུས་དེ་ནི་ཁོ་སངས་རྒྱས་ཀྱི་བསྟན་པ་ལ་བྱ་བ་བྱ་བ་ཆེན་པོ་བྱས་པ་རེད་ཟེར་བ་རེད་འདི་འདྲའི་རེད། བྱས་ཙང་འདི་ཡུལ་ཅེས་པ་ཟེར་ཏེ་བློ་ལ་ངེས་དགོས་ས་རེད། ཤེར་སྦྱིན། ཤེར་སྦྱིན་སྤྱོད་པའི་ཡུལ་ཅེས་པ་ཟེར་ཏེ་ད་འདས་ཞུས་པ་ནང་བཞིན་ད་དེ་འདྲའི་གང་ཟག་དེ་ལ། ཤེར་སྦྱིན་སྤྱོད་པའི་ཡུལ་ཅེས་པ་སྟེ་ཤེར་སྦྱིན་དར་བའི་ཡུལ་གང་ན་ཡོད་པ་རྩད་གཅོད་བཏང་ནས་དེར་སྐྱེ་བ་ལེན་པའི་ཡོན་ཏན་འབྱུང་གི་རེད། ག་རེ་ཟེར་ན་ཁོས་སངས་རྒྱས་ཀྱི་བསྟན་པ་ལ་བྱ་བ་བྱེད་མཁན་ཅིག་རེད་དེ་བ་རེད་ཟེར་གི་རེད། དེ་ནས་དེའི་རྗེས་ལ་ཡོན་ཏན། ཡོན་ཏན་གཞན་དག་སྟེ། ཟག་པ་མེད་ཡོན་ཏན་ཐམས་ཅད་རྫོགས་པ་སྲིད་དུ་དག། དེ་ནས། དེ་འདྲའི་གང་ཟག་དེ་ལ། ཟག་པ་མེད་ཡོན་ཏན་ཐམས་ཅད་རྫོགས་པ་སྟེ། མཐོང་ལམ་ལ་སོགས་པའི་ཟག་མེད་ཡོན་ཏན་དེ་དང་འབྱུང་གི་རེད་ཟེར་གོ་རེ། རྒྱུ་མཚན་ག་རེ་ཟེར་ན། དེ་ནས། དེ་འདྲའི་གང་ཟག་དེ། གཉེན་པོས་ཆོས་ཡོངས་སུ་རྫོགས་པ་ལ་དོ་སྣང་སྤྲད་ནས་ཉམས་ལེན་བྱེད་ཀྱིན་གྱི་རེད་ཟེར་གོ་རེ།

སངས་རྒྱས་བཅོམ་ལྡན་འདས་ལས་རྣམ་པར་ཐམས་ཅད་མཁྱེན་པ་ཉིད་ཀྱི་ཆོས་ཚུལ་གྱི་གཏམ། ཆ་ཚང། ཐོབ་ནས། དེའི་དོན་འཛིན་པའི་སྐབས་དེའི་དོན་འཛིན་པ་འཛིན་པའི་འཛིན་པའི་སྐབས་རེད་ཟེར་བ་རེད། ཧོ་འདིའི་བར་དུ། ཡོན་ཏན་ཚན་པ་དེ་ཚོ་བཤད་སོང་བ་རེད་ཕན་ཡོན་དེ་ཚོ། ད་དེ་ནས། དེ་འདྲའི་གང་ཟག་དེ་ལ། མི་ཕྱེད་པ་ཉིད་དེ། དེ་འདྲའི་གང་ཟག་དེ་ལ་ཡོན་ཏན་ཤན་མི་ཕྱེད་པ་ཉིད་དེ་བདུད་ལས་ཀྱི་དབང་དུ་མི་འགྲོ་བའི་ཡོན་ཏན་འབྱུང་གི་རེད་ཟེར་བ་རེད། རྒྱུ་མཚན་ག་རེད་ཟེར་དུས། རྒྱུ་མཚན་ག་རེད་རྒྱུ་མཚན་ག་རེད་ཟེར་ན། འཁོར་ལ་གྲོགས་མཛད་པ་འཁོར་ལ་རྫོགས་པའི་སངས་རྒྱས་ཐམས་ཅད་ཀྱི་རོགས་པ་གནང་གི་ཡོད་རེད་ཟེར་བ་རེད། ད་དེ་ནས་དེ་འདྲའི་གང་ཟག་དེ་ལ་ཡང་ཡོན་ཏན་ཤན། དགེ་བའི་རྩ་བ་ཉན་རང་དང་ཐུན་མོང་མ་ཡིན་པའི་ཡོན་ཏན་སྐྱེ་གི་རེད་ཟེར་བ་རེད། དགེ་བའི་རྩ་བ་ཐུན་མོང་མ་ཡིན་པའོ་ཟེར་ན། དེ་འདྲའི་གང་ཟག་དེ་ལ། དེ་ནི་ཉན་རང་དང་ཐུན་མོང་མ་ཡིན་པའི་ཡོན་ཏན་འབྱུང་གི་རེད་ཟེར་གི་རེད། རྒྱུ་མཚན་ག་རེད་ཟེར་དུས་པ་ན། ཁོ། དེ་འདྲའི་གང་ཟག་དེ་འཇིག་རྟེན་ལས་འདས་པའི་ཆོས་ཚོལ་བ་ལ་དགའ་བ་དང་སྤྲོ་བ་རྒྱ་ཆེན་པོ་ཡོད་མཁན་གྱི་རེད་ཟེར་གི་རེད། ད་དེ་ནས་དེ་རེད། དམ་བཅས་པས་དུ་ཇི་བཞིན་བསྒྲུབ་པ། ད། རྣམ་པ་བརྒྱ་དང་བདུན་ཅུ་དོན་གསུམ་ཕྱིན་ཅི་མ་ལོག་པར་བསྒོམས་པ་ལ་སྤྲོ་བ་ཆེན་པོ་ཡོད་པའི་བྱང་ཆུབ་སེམས་དཔའ་དེ་ལ་ཡང་ཡོན་ཏན་གཞན་དམ་པའི་དམ། དམ་བཅས་པའི་དོན་ཇི་ལྟ་བ་ཞིག་བསྒྲུབ་པ་ཟེར་ན། དམ་བཅའ་བཞག་པ་ནང་བཞིན་གྱི་དམིགས་ཡུལ་བསྒྲུབ་པའི་ཡོན་ཏན་འབྱུང་གི་རེད་ཟེར་བ་རེད་ག་རེ་རེད་ཟེར་ན། དེའི་དམ་བཅས་པའི་ཚིག་ལ་རྗེས་སུ་ཡི་རང་བ་སྟེ། བྱང་ཆུབ་སེམས་དཔའ་དེ་ཡིས་ཁས་ལེན་བྱས་པ་དེ་ཚོ་ལ་སངས་རྒྱས་ཀྱི་རྒྱབ་སྐྱོར་ཡོད་པ་རེད་ཟེར་བ་རེད། དེ་ནས་དེའི་རྗེས་ལ་ཡོན་ཏན་གཞི་བདག་ཐ་དིར་བ། འབྲས་བུ་རྒྱ་ཆེན་པོ་ཡོངས་སུ་འཛིན་པ་ཟེར་དུས་འབྲས་བུ་རྒྱ་ཆེན་པོ་ཡིན་པོ་ཟིན་པ། ད་ཤེར་ཕྱིན་གྱི་རྣམ་པ་བརྒྱ་དང་བདུན་ཅུ་དོན་གསུམ་བསྒོམ་ཕྱིན་ཅི་མ་ལོག་པར་བསྒོམ་པར་སྤྲོ་བ་ཆེན་པོ་ཡོད་མཁན་གྱི་བྱང་ཆུབ་སེམས་དཔའ་དེ་ལ། ཡང་ཡོན་ཏན་བཞིན་འབྲས་བུ་རྒྱ་ཆེན་པོ་ཡོངས་སུ་འཛིན་པ་སྟེ། མྱུར་དུ་སངས་རྒྱས་པའི་དེ་ནི་ཡོན་ཏན་འབྱུང་གི་རེད་ཟེར་བ་རེད་ག་རེ་ཟེར་ན། ཆོས་ཟབ་མོ་མངོན་པར་འདོད་པ་སེམས་ཁོག་གི་ཐེག་ཆེན་གྱི་ཆོས་ཟབ་མོ་ལ་དོན་གཉེར་འབྱུང་ཚར་བ་རེད་ཟེར་བ་རེད། དེ་ནི་དེ་རེད་ད་དེ་ནི། དེ་འདྲའི་བྱང་ཆུབ་སེམས་དཔའ་དེ་ལ། མ་འོངས་པ་ན་སེམས་ཅན་གྱི་དོན་བསྒྲུབ་ཐུབ་པའི་ཡོན་ཏན་ཡོང་གི་རེད་ཟེར་བ་ག་རེད་ཟེར་ན། སེམས་ཅན་གྱི་དོན་བྱེད་པ་ད་ལྟ་སེམས་ཅན་གྱི་དོན་བྱེད་ཐུབ་པའི་རྒྱུ་ནུས་པ་འདྲ་པོ་དེ་ཁོ་ལ་ཡོད་བསྡད་པ་རེད་ཟེར་བ་རེད། ད་དེ་ནས་ཡོན་ཏན་བཅུ་བཞི་པ་དེ་རེད་བཅུ་བཞི་པ་དག་བཅོ་གསུམ་ཕྱིན་རྩ་བ་རེད། དེ་ནས་བཅུ་བཞི་པ་དེ་འདིར་བ་ཁ་སོ་རུང་ངེས་པར་ཐོབ་པ་ཟེར་དེ་ངེས་པར་ཐོབ་པ་ཞེས་བྱ་བའི་ཡོན་ཏན་རྣམས་ཏེ། ད། རྣམ་པ་བརྒྱ་དང་བདུན་ཅུ་དོན་གསུམ་ཕྱིན་ཅི་མ་ལོག་པར་བསྒོམས་པ་ལ་སྤྲོ་བ་ཆེན་པོ་ཡོད་མཁན་བྱང་ཆུབ་སེམས་དཔའ་དེ་ལ་ཡོན་ཏན་བཞིན། དེ་ནས་ཚེ་རབས་ཕྱི་མ་ཕྱི་མ་རྣམས་སུ་ཡང་ཤེར་ཕྱིན་ཆ་ཚང་བར་ངེས་པ་ཐོབ་པ་ཞེས་བྱ་བའི་ཡོན་ཏན་འབྱུང་གི་རེད་ཟེར་བ་ག་རེད་ཟེར་ན། དེ་འདྲའི་བྱང་ཆུབ་སེམས་དཔའ་དེ་ད་ལྟ་ཤེས་རབ་ཀྱི་བར་དུ་ཕྱིན་པའི་རང་ལ་ཚང་བར་རྙེད་ཅིང་ཐོབ་བསྡད་ཡོད་རེད་ཟེར་བ་རེད། བྱས་ཙང་དེ་ཡིན་དུས་མ་འོངས་པ་ན་ཡང་དེ་འདྲའི་ཡོན་ཏན་ཡོང་གི་རེད་ཟེར་གི་རེད། འོ་འདི་འདི་བར་དུ་ཨ་ནི་དེ་རེད་ག་སོ་རེད། སྔ་མ་སྔ་མ་དེ་ཚོ་གི་ཡོན་ཏན་ཕྱི་མ་ཕྱི་མ་དེ་ཚོ་གི་ཡོན་ཏན་གྱི་ཡོད་པའི་དེ་ནི་ཆ་རྐྱེན་སྒྲུབ་སྟངས་དེ་ཚོ་བཤད་པ་རེད། དེ་དག་ཕྱིན་ཅི་མ་ལོག་པར་འབྱོར་བ་ལ་མངོན་པར་དགའ་བ་ཟེར་དེ་རྩ་བའི་ཆོས་ཅན་དེ་རེད། དེ་དག་ཕྱིན་ཅི་མ་ལོག་པར་སྒོམ་འབྱོར་བ་ལ་མངོན་པར་དགའ་བ་སྟེ། ཨ་ནི། ཤེར་ཕྱིན་གྱི་རྣམ་པ་བརྒྱ་དང་བདུན་ཅུ་དོན་གསུམ་ཕྱིན་ཅི་མ་ལོག་པར་བསྒོམ་པ་ལ་སྤྲོ་བ་ཆེན་པོ་ཡོད་མཁན་བྱང་ཆུབ་སེམས་དཔའ་དེ་ལ་ཨ་ནི་སྔར་བཤད་པའི་ཤེས་པའི་ཡོན་ཏན་དེ་ནི། བདུད་ཀྱི་མཐུ་འཇོམས་ལ་སོགས་པ་ཡོང་གི་རེད་ག་རེ་ཟེར་ན་ཨ་ནི་རྫོགས་པའི་སངས་རྒྱས་རྣམས་ཀྱི་བྱིན་རླབས་ལ་སོགས་པ་ཡོད་རེད་ཅེས་བཤད་སོང་བ་རེད། དེ་རེད་བ། འབྱུང་ཞིང། འབྱུང་ཞིང་དེ་ནས་ལྷག་མ་འབྱུང་ཞིང་ཐོབ་པའི་ཡོན་ཏན་བཅུ་བཞིའོ། ཟེར་ཏེ་ད་དོན་དག་སྙིང་དོན་ཤེས་པར་འབྱུང་ཞིང་ཐོབ་པའི་ཡོན་ཏན་བཅུ་བཞིའོ་སྟེ། མདོར་ན། དེ་ནས་ཐེག་ཆེན་གྱི་སྦྱོར་བ་བསྒོམས་པའི་སྟོབས་ཀྱིས་ཐོབ་པའི་བདུད་ཀྱི་མཐུ་བཅོམ་པ་ལ་སོགས་ཡོན་ཏན་བཅུ་བཞི་པོ་དེ་ཆོས་ཅན། ཨ་ནི་ཐེག་ཆེན་གྱི་སྦྱོར་བའི་ཡོན་ཏན་ཡིན་ཏེ། ཐེག་ཆེན་སྦྱོར་བ་བསྒོམས་པའི་གནས་སྐབས་སུ་ཐོབ་པའི་ཕན་ཡོན་ཡིན་པའི་ཕྱིར། ཨོ་འདིའི་བར་དུ་ད་ཡོན་ཏན་བཅུ་བཞི་དེ་བཤད་པ་རེད་མདོར་ན། དེ་ནས་ཡོན་ཏན་བཅུ་བཞི་དེ་ཐེག་ཆེན་གྱི་ཏིང་ངེ་འཛིན་བསྒོམ་བཞག་པ་ཡིན་ན་གནས་སྐབས་ཡོན་ཏན་བཅུ་བཞི་དེ་འབྱུང་གི་ཡོད་པ་ཡིན་དུས་ཨ་ནེ་སྤྲོ་བ་ཆེན་པོ་ཅིག་སྐྱེ་བའི་ཐབས་ལ། ཐེག་ཆེན་གྱི་ཏིང་ངེ་འཛིན་བསྒོམས་པའི་སྔོན་དུ་ཨ་ནེ་འདི་ཚོ་བཤད་སོང་བ་རེད།